ད་བཙུན་མའི་སྤྱི་སྤྱོད་འདིའི་སྐབས་ལ་ཡང་ཁ་ཚང་དང་པོ་ང་ཚོ་སྐད་ཆ་མང་པོ་བྱུང་པ་རེད་ཨ་ནི་གསུང་ཆོས་རོ་ག་རེ་བྱས་ན་ཡང་བ་དགའ་ཡོང་ཆེ་ཆེ་སྐད་ཆ་མང་པོ་བྱུང་པ་རེད་ཨ་ནི་དེ་དུས་ས་ནས་ཁ་ཤས་གསུང་པ་ཡིན་ན་ཨ་ནི་བློ་སྦྱོང་དུས་མདུན་མ་བཤད་ན་ཡང་ཁ་ཤས་ཀྱི་གསུང་ན་ཨ་ང་ཚོའི་རྒྱ་སེ་ལ་ནས་སུ་དུས་མ་བཤད་ན

ང་རང་སྒེར་གྱི་བསམ་ཚུལ་རེད་ཨ་ན་ཨ་ན་ཞིག་མང་པོ་ཞིག་གི་དགོངས་ཚུལ་ལ་ཡ་ཨ་ན་བླ་མ་ལྔ་བཅུ་པ་དེ་བཤད་པ་ཡིན་ན་ཡང་མི་འགྲོ་བ་བྱེད་བྱེད་དེ་འདྲས་ཀྱི་བསམ་འཆར་སྟོན་ངེས་ཡིན་ན་ཡང་དགོངས་འཆར་གནང་ངེས་ཡིན་ན་མང་པོ་ཞིག་ད་བྱུང་སོང་དེ་རིང་གི་དུས་ཚོད་ཐ་མ་དེ་ལ་ཡ་ཨ་ན་བླ་མ་ལྔ་བཅུ་པ་བཤད་ཡག་རབ་འདུག་བྱེད་བྱེད་དེ་འདྲས་དོགས་བྱུང་ཡིན་པ་རེད།

ད་དེ་འདྲ་གསུངས་འདུག་བྱས་ཙང། བླ་མ་ལྔ་བཅུ་པ་ཞག་གི་གཞུང་ཁོ་རང་གི་མཚན་ཁོ་རང་གིས་ཨེ་ནི་དེའི་དོན་དག་ག་རེ་ཡིན་པ་དེ་བསྟན་ཀྱི་ཡོད་རེད། ག་རེ་བསྟན་ཀྱི་ཡོད་རེད་ཟེར་ན་དེ་ཡང་ཨ་ནི་བླ་མ་ལྔ་བཅུ་པ་ཞེས་ལབ་རྒྱུ་ས་ནི་བླ་མ་བསྟེན་ཚུལ།

རང་གི་བླ་མ་ཐུགས་མཉེས་པར་བྱེད་པའི་ཐབས། ལྟ་སྟེ། ཨ་ནི་ཤོ་ལོ་ཀ་ལྔ་བཅུ་དེའི་ནང་ལོགས་ལ་ཡང་བསྟན་བཞེད་པ་ཡིན་ཙང་དེའི་རྒྱུ་མཚན་ལ་བརྟེན་བླ་མ་ལྔ་བཅུ་པ་གསུངས་པ་ཡིན་ཞེས་བྱས་ཏེ་གསུངས་གནང་འདུག་བ། གཞན་བཟང་རྟག་གཅིག་བླ་མ་བསྟེན་ཚུལ་ཟེར་བ་དེ་སྤྱི་བཏང་གི། དེ་བླ་མ་ཟེར་བ་ཐ་སྙད་དེ་ད་ང་ཚོ་བོད་ལ་ཡང་ཡོངས་གྲགས་ར་ཆགས་ར་བ། ལྟ་དེ་དངོས་གནས་བྱས་པ་ཡིན་ན་ད་བླ་མ་ཟེར་བ་དེ་ཐ་སྙད་དེ་ག་འདྲས་བྱུང་བ་རེད་ལབ་ཡིན་ན་ཨ་ནི་རྒྱ་གར་གྱི། ལེགས་སྦྱར་སྐད་མགུ་རུ་ཟ། དེའི་གི་དོན་དག་དེ་བོད་པའི་སྐད་ལ་ཡང་ཚུལ་མཐུན་འགྱུར་བྱས་ཡོང་དུས་ས་ལེ་ཨ་ནི་བླ་མ་ཟ་གི་ཚིག་དེ་འདྲའི་ཆགས་ཡིན་པར་བ། བྱས་ཙང་ད་བླ་མ་ཟ་གི་འབྱུང་ཁུངས་དེ་ཕ་ཇེའི་ལེགས་སྦྱར་སྐད་དེ་ཡིན་པ་འདྲ་ལེགས་སྦྱར་སྐད་མགུ་རུ་ཟ་དེ་ཆགས་དེ་ཡོང་རེད།

ཁོ་རང་གི་མཚན་ཉིད་ཚང་བ་ཅིག་དང། བླ་མའི་གི་ཨེ་ནི་ཡོན་ཏན་ཡོད་བསྡད་པ་ཅིག་དེ་འདྲ་ཅིག་དགོས་ཀྱི་ཡོད་རེད། དེ་འདྲ་ཅིག་དགོས་ཡ་གལ་ཆེན་པོ་ཡིན་པ་ཅིག་ད་ཁོ་མདོ་ཡིན་ཡང་རེད་རྒྱུད་ཡིན་ཡང་རེད་ཚང་མའི་ལོག་ཚང་མའི་ནང་ལོག་ནས་དེ་གསུངས་ཡོད་རེད་པ། ད་བླ་མ། བླ་མ་བསྟེན་ཡ་ལ་ཡ་ཨ་ནི་དང་པོ་ཅིག་བླ་མ་ཚད་དང་ལྡན་པ་ཅིག་འདུག་དང་མི་འདུག་བར་བརྟག་དཔྱད་བྱས་ནས་དེ་འདྲ་ཅིག་བཙལ་འཚོལ་བྱེད་ཨ་རི་གལ་ཆེན་པོ་ཡིན་པ། ཨ་ནི་བླ་མ་ཚད་དང་ལྡན་པ་ཞིག་རྙེད་པའི་ཞུ་སྒོ་ལ་ཡ་ཨ་ནི་དེ་ཅིག་ག་ཧྲུལ་བའི་བསམ་སྦྱོར་གཉིས་ཀྱི་སྒོ་ནས་ཡང་དག་པར་བསྟེན་ཨ་དེ་གལ་ཆེན་པོ་ཡིན་པ། ད་ལྟ་དེ་འདྲ་ཆགས་ཀྱི་ཡོད་རེད་པ། དེའི་ནང་ནས་ད་བླ་མ་བསྟེན་ཚུལ་གལ་ཆེ་ཤོས་དེ་གཙོ་གལ་ཆེ་ཤོས་གཅིག་ནི་ད་ཀུན་སློང་ལ་རག་ལས་འདུག་པ། ཀུན་སློང་དེ་ཡང། ཅིག། རྒྱ་སྐད་ཀྱི་ནང་ལོགས་ལ་ཡང། ཕྱག་ཅི་ཧའོ་ལི་ཧྲི་ཅི་ཆན་ལི་སེ་ཅིག་དེ་འདྲ་ཅིག་སྐད་ཅིག་འདུག་ཨ་འོ་ད་དེ་ན་ཅི་བྱེད་བྱེད། ཨ་ནས། ཐུང་ས་ནས་བཤད་ཐུང་ས་ནས་ང་ཚོ་ཅིག་སོར་ཅིག་ཟེར་རོ། སེ་འདྲི་མི་འདྲི་ཅིག་ཟེར་ཅིག་ནོར་སོང་ཡིན་མིན་ན། ཨ་ནས་རིང་ས་ནས་ལེ་བར་སྟོང་ཕྲག་དེ་འདྲའི་ནོར་འཁྲུལ་འབྱུང་ཡག་གི་ཉེན་ཁ་ཡོད་རེད། བྱས་ཙང་ང་ཚོ་ཐོག་མར་བླ་མ་བསྟེན་པའི་སྐབས་ལ་ཡང་ཀུན་སློང་ཏོག་ཅིག་འཆུགས་སོང་ན་ཨ་ནི་ཐ་མ་ཐ་མ་དེ་ལས་ཡག་ཨ་ནི་ཅིག། བླ་མ་བསྟེན་དགོས་ཨ་ཁེ་ཁོ་རང་ཀུན་སློང་ཁོ་རང་དེ་འཆུགས་དུ་ཡོད་ན་ཨ་ནི་བླ་མ་བསྟེན་པའི་སྐབས་ལ་ཡག་ཨ་ནི་ཁོ་རང་ཅིག་ནོར་འཁྲུལ་མང་པོ་ཡོང་བསྡད་ཨ་ཅིག་དང་དཀའ་ངལ་མང་པོ་ཡོང་བསྡད་ཨ་ཅིག་དེ་འདྲ་ཡོང་གི་ཡོད་རེད། བྱས་ཙང་མི་འཇིགས་མི་འཇིགས་ཅིག། བླ་མ་ཅིག།

སློབ་མ་ཁ་ཤས་ཀྱིས་སློབ་མ་མང་པོ་ཡོད་བསྡད་པ་སློབ་མ་མང་པོ་ཡོད་བསྡད་པ་ད་དེ་འདྲ་ཡོད་པ་ཡིན་ན་ཨོ་ད་སློབ་མ་མང་པོ་ཡོད་བསྡད་ངེས་འདི་ཅིག་ཏོག་ཙི་ཡག་ག་རུ་སྲིད་ཅེས་དེ་འདྲའི་ཐོག་ནས་ཡང་ཅིག་སློབ་མ་མང་ཉུང་གི་ཐོག་ནས་ད་ཅིག་བླ་མ་བཟང་མ་བཟང་རུ་ཅིག་དང་ཡག་མ་ཡག་ཙི་དེ་ཡག་རུ། ཡང་ཁ་ཤས་ཀྱིས་ཅིག་བླ་མའི་གི་རྣམ་པ་མཛེས་མ་མཛེས་བཟང་བ་རུ་ཅིག་བླ་མ་དེ་དེས་ཕ་བསྡད་པ་ཡིན་ན་ཕ་མཇལ་ས་ལ་ཡག་གཟིགས་མདོག་ག་བུ་རུ། ཉམས་དོད་མདོག་ག་བུ་རུ། ཨོ་དེ་འདྲས་རུ་ཅིག

ཀུན་སློང། བཟང་ངན་འདྲ་མི་འདྲ་གཅིག། རྣམ་པ་སྣ་ཚོགས་ཀྱིས་འདྲེས་ནས་ཡོང་དེ་དུས་ས་ནས་ཨེ་ན་ཐ་ཐང་མ་བླ་མ་བསྟེན་པའི་སྐབས་རིང་ནས་ཨ་ཅིག་དཀའ་ངལ་མང་པོ་ཅིག་ཡོང་དེ་ཨ་ཅིག། དེ་འདྲ་ཡིན་དུས་ས་ནས་ནམ་རྒྱུན་མང་པོ་མི་མང་པོ་བྱེད་ལ་ཡང་བླ་མ་བཟང་པོ་དང་མི་འཕྲད་པ། ག་དུས་ཡིན་ནས་ཅིག་བླ་མ་ངན་པ་དང་འཕྲད་དེ་ཨ་རོ་འདི་འདྲས་ཡོང་དེ་འདུག་ད་དེ་གི་དེ་ཕྱོགས་གཅིག་ནས། གཞན་དག་ལ་བལྟས། གཞན་ལ་འཁང་ར་སྐྱེལ་མཁན་བྱས་ཡ་མི་འདུག་པ་སྟེ། ཆོག་མཆན་ནི་སོ་སོའི་གི་ནོར་འཁྲུལ་གཙོ་བོ་ཅིག་སོ་སོའི་གི་ཀུན་སློང་འཁྱེར་ཆོག་དེ་གི་ནོར་འཁྲུལ་རུལ་ཅི་ཡོང་འདིག་འདུག་དང་པོ་སོ་སོའི་གི། བླ་མ་འཚལ་བའི་སྐབས་ལ་ཡིན་ན་རྟགས་དེ་ཅིག་སྐད་གྲགས་ཡོད་དེ་ངའི་རབ་ཚེ་གོ་བསམ་བསམ་རུག་ཡང་ན་ཅིག་རྣམ་པ་ཡག་པོ་ཡོད་དེ་ངའི་རབ་བྱུང་ན་བསམ་བསམ་རུག་དེ་འདྲའི་ཅིག་གོ་བློ་ཡི་ཟུར་དེ་ན་ཤུགས་ཆེན་པོ་ཞིག་དྲག་མེད་པ་ཡིན་ནས་རྟོགས་ཅིག་ཅིག་ཡོད་པ་ཡིན་ན་དེའི་གི་ཐ་མ་དེ་ལ་ཡང་སོ་སོའི་བླ་མ་ཁ་མ་དེ་ལ་ཡང་བླ་མ་ག་འདྲས་ཤིག་རྙེད་ཀྱི་རེད་ཟེར་ན། ཨ་ནི་སོ་སོའི་གི་ཡང་ཅིག་བལྟ་ན་བླ་མ་སྐད་རགས་ཅན་རེ་བ་ཅིག་གོ་ཡོད་ཡོད་བསམ་བསམ་རེ་བ་ཅིག་སོ་སོའི་གི་བློ་ཡི་ཟུར་དེ་ན་དེ་འདྲས་ཅིག་ཡོད་པ་ཙམ་ཞིག་གི་མཐའ་མ་ཅིག་བླ་མ་སྐད་གྲགས་གང་ཆེ་རེ་བ་དེ་འདྲས་རྩ་ལ་ག་དུས་ཡིན་ནའི་སླད་དེ་ཡག་སོབ་ཅིག་ཡོང་འདུག་ག་རེད་ཟེར་ན་སོ་སོའི་གི་བློ་ཡི་ཟུར་དེ་ན་དེ་འདྲས་ཅིག་གི། སྐད་གྲགས་ཆེན་པོ་གཅིག་ཐུགས་ན་བསམ་བསམ་རུང་དེ་འདྲའི་གཅིག་གིས་ཕྱག་གཞན་རུང་ཆེན་པོ་ཞིག་དང་མེད་པས་ན་རྟོགས་ཟེར་བཅོས་བས་ནས་ཁོའི་ཤུགས་ཀྱིས་ག་དུས་ནས་ཅིག་བླ་མ་སྐད་གྲགས་ཆེ་རིང་ཆེ་ཚད་ལྟར་ཡང་ལས་དེ་ཨག་སོབ་ཅིག་དེ་ལ་ཡང་འགྲོ་ཨ་ལ་དགའ་བོ་ཡོད་དོན་ཉར་བུ་ཅིག་དེ་འདྲ་ཡོང་དུས་འདུག་ག་ད་དེ་གཙོ་ཅིག་སོ་སོའི་ཀུན་སློང་གི་ཁྱད་པར་ཅིག་རེད་འདུག་ག་ད་དེ་ཐ་གཅིག་འདུག་ཨ་ན་དུ་བུ་རེད་ཟེར་ལ་བས་ཡོག་མར་དེ་ཡིན་ན་དེ་སོ་སོའི་ཀུན་སློང་གི་ནུས་པ་ཟེར་ན་འདྲ་འདུག

ང་ཚོའི་ཐོག་མའི་ཀུན་སློང་དེ་ཏོག་ཙེ་ཅིག་ཏེ་ཙི་ཅིག་སྐྱོན་ཤོབ་ཡིན་ན་ད་དེ་ཙི་གས་སྣང་ཆུང་རུ་བཏང་ཅིག་ད་ལྟ་གས་ཡོད་ཀྱི་མ་རེད་བསམ་བསམ་རུ་ཅིག་དེ་འདྲའི་བསམ་བློ་མ་བཏང་བ་ཅིག་ཅེས་གཟབ་གཟབ་གཟབ་ནན་བྱས་གོ་བ་དེ་གལ་ཆེན་པོ་ཞིག་འདུག་ག་ཨུམ། མཚམས་མཚམས་ང་ཚོའི་ཅིག་བླ་མ་བསྟེན་ཆོས་སྒྲུབ་ས་དེ་ལ་ང་ཚོའི་གི། བྱ་བ་གཞན་དག་དང་མི་ཚེའི་ནང་གི་ལས་དོན་གཞན་དག་ལ་ཡང་གཟབ་ནན་བྱས་པ་ནང་བཞིན་ཅིག་ང་ཚོས་བྱེད་ཐུབ་ཀྱི་ཡོད་ན་མེད་ན་བསམ་བསམ་རེད་འདི་འདྲ་ཅིག་ང་ཚོ་དོགས་པ་ཟགས་འདུག་དཔེར་ན། ང་ཚོས་དེ་རིང་དགོང་མོ་གཅིག་གི་རིན་ཐང་ཡོད་པའི་གི

ཁྲི། འབུམ། ཡོད་ན་འབུམ་ཕྲག་མང་པོ་ཡོད་དེ་བྱས་དེང་གི་དེ་འདྲས་བྱེད་དགོས་པས་ལྕགས་ལག་གོང་ཆེན་ཅིག་ཉོ་དགོས་ཡོད་པ་ཡིན་ན་ད་ང་ཚོས་ཏོག་ཏོག་ཅིག་བསམ་བློ་རུ་བཏང་བྱས་ཨ་ནི་ལྕགས་ལག་དེ་ལས་པའི་གཡས་མཐའ་གཡོན་མཐའ་རུ་བྱས་ཐུབ་པ་ཨ་ནི་སྤུས་ཚད་རབ་ག་འདྲས་འདུག་ཨ་ནི་སོ་སོའི་སྣང་བ་ལ་འགྲོ་གི་འདུག་དང་མི་འདུག་ཨ་ནི་ཉོ་དགོས་ས་རེད་དང་མ་རེད་བསམ་བློ་མང་པོ་ཞིག་བཏང་འདེང་མང་པོ་ཞིག་བརྒྱབ་བྱས་ཨ་ནི་ཞིག་ནས་ཅིག་ཉོ་གི་རུ་མ་གཏོགས་པས་ལམ་སང་ཅིག་མིག་བཙུམ་བྱས་ཉོ་གི་མ་རུ་བ། གང་ཡིན་ཟེར་ན་ད་དེ་ལ་ཡང་འགྲོ་སོང་ཆེན་པོ་ཞིག་གཏང་དགོས་ཡོད་རེད་པད་ཤང་མང་པོ་ཅིག་གཏང་དགོས་ཡོད་ཙང་ཨ་དེ་རྩིས་ཀྱི་ང་ཚོད་ཀྱི་གཟབ་གཟབ་གཟབ་ནན་རེ་བ་བྱས་བྱས་བསམ་བློ་བས་ཅིག་ཀར་ཧྲོལ་མང་ཙེ་དུ་གཏང་བྱས་ཉོག་ཡོད་རེད་བ། འོ་ད་ག་ན་བཞིན་ང་ཚོད་ཀྱི་ད་ཆོས་སྒྲུབ་ཟེར་ཡག་དང་བླ་མ་བསྟེན་ཟེར་ཡག་དེ་ད་སྐད་ཆ་ཆེན་པོ་རེ་བཤད་པ་ཡིན་ན་ཅིག་ཚེ་འདི་དང་ཕྱི་མ། ཅིག། ཚུན་ཆད། ཕྱི་མ་ཕན་ཆད་ཀྱི་སྐད་ཆ་བཤད་དེ་ཡོང་བ་རེད། དཔེར་དེ་དོན་དག་ད་འདི་ལས་ཕ་ཆེ། ད་ཆོས་ཕྱོགས་ནས་བཤད་པའི་དོན་དག་དེ་ལས། གལ་ཆེ་ཅིག་དང་འདི་ལས་རྩ་ཆེ་ཅིག་མེད་བསྡད་པའི་སྐད་ཆ་གྲུབ་བཞིན་རེད། ད་ཡིན་ནའི། ང་ཚོའི་དངོས་གནས་དྲན་ནས་ཀྱི་སོ་སོའི་ཀྱི། གར་སོ། དོན་དག་འདིའི་ཐོག་ལ་བློ་རྩེ་ག་ཚོད་ཟིག་གཏད་ཀྱི་ཡོད་དེ་ལ་དོ་སྣང་ག་ཚོད་བྱེད་ཀྱི་ཡོད་དེ་ལ་ཡང་ཨ་ནི་གཟབ་ནན་ག་ཚོད་བྱེད་ཀྱི་ཡོད། དངོས་གནས་དེ་ནི་ང་ཚོས་ཞིབ་འཇུག་བྱས་པ་ཡིན་ན། ང་ཚོའི་ཅིག། ཕ། ཅིག་ག་ཤེས་ཚོད་ཙམ་བྱེད་ཀྱི་དོ་སྣང་ཅིག་ཕ་ཅིག་ཞི་དྲག་བྱེད་ཀྱི་མེད་པའི་སུན་གྲུབ་ཞིག་འདུག་ཨ། བཤད་ཚོད་ལ་ལྟ་དེ་གལ་ཆེན་པོ་ཞིག་རེད་ཚེ་ཕྱི་མ་ཕན་ཆད་ཀྱི་དོན་དག་རེད་འདི་ལས་གལ་ཆེ་ཡོད་མ་རེད་འདི་ལས་རྩ་ཆེ་ཡོད་མ་རེད་ཟེར་ཅིག་བཤད་བསྡད་ཀྱི་ཡོད་རེད་དེ་ལག་ལེན་དངོས་ལ་ཡང་དེ་ག་ཚོད་ཀྱིས་སོ་སོས་གཟབ་ནན་བྱེད་ཀྱི་ཡོད་དམ་མེད་རིག་པ་སྒྲུབ་ཀྱི་ཡོད་དམ་མེད་ཟེར་དེ་ཐེ་ཚོམ་རེད་འདུག་ག་ཨ་དེ་དེའི་རྒྱུ་མཚན་ལ་བལྟས་ནས་ང་ཚོའི་གི་ད་གར་ཞུ་བའི་ཅིག་བླ་མ། བླ་མ་བསྟེན་ཚུལ་ཟེར་ཡ་དེ་ལ་ཡང་དེ་ནང་བཞིན་ཅིག་ང་ཚོའི་གི་ག་མཐར་སྐོར་གལ་ཆེན་པོ་ཡིན་པ་རྩ་ངོ་སོ་སོའི་མི་ཚེའི་ནང་གི་གནད་དོན་གལ་ཆེན་པོ་ཅིག་དང་རྩ་ཆེན་པོ་ཅིག་ཡིན་པ་དེ་ལ་ཡང་ཨེ་ནི་ཧུའི་རྒྱུག་དང་སྣང་མེད་བྱས་ན་འགྲིག་གི་མེད་བསམ་བསམ་རུབ་ཅིག་དེ་འདྲའི་ཅིག་བསམ་བློ་ཅིག་ཁུར་བྱས་དོ་སྣང་མང་བྱས་རིག་པ་མང་ཟིག་འགྲིམ་པ་ཡིན་ན་ཨེ་ནི་ཏན་ཏན་སྐོར་གྲུབ་འབྲས་ཡག་པོ་ཡོང་གི་རུབ་བ་དེ་འདྲས་མ་བྱས་པ་ཅིག་ཨེ་ད་གང་བྱུང་མ་བྱུང་བྱས་བྱས་པ་ཡིན་ན་ཨེ་ནི

དག་དཀར་ཤོར་བས། བླ་མ་དགེ་བའི་བཤེས་གཉེན། བསྟེན་ཚུལ་དེ། ནང་པ་སངས་རྒྱས་པས་ཁྱེད་ལྟ་ཅིག། ཆོས་ཀྱི་དང་ལོག་ལ་ལྟ་གལ་ཆེན་པོ་ཞུ་བ་ཆགས་བྲལ་ཡོད་རེད། ཐིགས་པ་ཆེ་ཆུང། གི་དབྱེ་བ་མེད་པར་ཚང་མ་ལོག་ཁྱེད་ལྟ་ཅིག་བླ་མ་བཤེས་གཉེན་བསྟེན་ཚུལ་ཟེར་བ་དེ་གལ་ཆེན་པོ་ཞུ་བ་ཆགས་བྲལ་ཡོད་རེད། ལྷག་པར་དུ། ཨ་ནི་གསང་སྔགས་རྡོ་རྗེ་ཐེག་པའི་ནང་ལོག་ལ་ཡང། ཅིག་ཐུན་མོང་དང་ཐུན་མོང་མ་ཡིན་པའི་དངོས་གྲུབ་ཐམས་ཅད། ཨ་ནི། བླ་མ་ལ་ཡང་རག་ལས་པ་ཡིན་དུས་ས་ནས་ཨ་ནི་བླ་མ་བསྟེན་ཚུལ་མ་ནོར་བ་ཅིག་དགོས་ཡ་དེ་གནད་འགག་ཆེན་པོ་ཞིབ་ཆ་ཆགས་བསྡད་ཡ་ཅིག་དང་དེའི་དཔེ་གར་ཤོར་ཅིག་ཆོས་ཉམས་སུ་ལེན་པའི་གི་གཞི་རྩ་རིལ་པོ་ཅིག་དུ་ཆགས་བསྡད་ཀྱི་ཡོད་རེད་དེའི་རྒྱུ་མཚན་ལ་བལྟས་ནས་སྔོན་གྱི་སྐྱེས་བུ་དམ་པ་ཚོས་གི་ཨ་ནི་གསང་སྔགས་ཀྱི་ལམ་ལ་ཡང། ཞུ་བའི་སྐབས་ལ་ཡང། ཅིག་རྨང་གཞིའི་གི་ཤེས་བྱ་རབ་ཟེར་ན་འདྲང་འདུག་རྨང་གཞིའི་གི། མ་སྦྱོང་བརྡར་རབ་སྤྲད་གནང་པའི་སྐབས་ལ་ཡང་ཐོག་མར་དེ་ལ་ཡང། བླ་མ་ལྔ་བཅུ་མ་མ་གསུང་ཡང་རབ་དང། ཨ་མདའ་ན་བཞིན་གི། ད་ཅིག་རྩ་ལྟུང་གི་རྣམ་བཤད་དེ་ཚོ་མ་འབྲི་ཤེས་རྒྱུ་ཡང་རབ་དེ་འདྲའི་གི། ལུགས་སྲོལ་ཡོད་པ་འདུག་ཟིན་པ་རེད། དེ་འདྲའི་གི་རྒྱུ་མཚན་བསྟན་ནས། སྤྱི་བཏང་གི་བླ་མ་བསྟེན་ཚུལ་ཡང་དག་པ་ཤེས་དགོས། ལྷག་པར་དུ་གསང་སྔགས་ཀྱི་བླ་མ་ཏིང་འཛིན་ཡང་དག་པར་གཤེགས་པ་དེ་གལ་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཡོད་རེད། ད་ཡིན་ན་ཡང་འདི་ལ་ཡང་ཡང་བསྐྱར་འགྲེལ་བཤད་ཡག་པོ་ཞིག་མ་བརྒྱབ་ཡིན་ན་ཡང་ཁོ་ལ་ཡང་ཉེན་ཁ་ཆེན་པོ་འདུག་བ། སྤྱི་བཏང་ངས་བླ་མ་ལྔ་བཅུ་པའི་དུས་དེའི་སྔོན་མ། མི་ཉུང་ཤས་ཅིག་ལ་ཡང། ཟླ་བ། སྔ་དྲོ་གཟི་བརྗིད་ངས་ཁྲིད་མ་ཁྲིད་པའི་ཁྲིད་བརྒྱབ་པའི་སྐད་ཆ་རེད། དེ་མི་ཉུང་ཤས་ཀྱིས་མ་གཏོགས་ལ་ཡང་ལབ་ཡོད་མ་རེད་ཁྲིད་བརྒྱབ་ཡོད་མ་རེད། རྒྱུ་མཚན་ག་རེད་ལབ་ཡིན་ན་མཚམས་མཚམས་ཀོ་གར་ཤོར་ཡོད་ད་ཅི་ང་ཚོ་བོད་པར་ཏིས་གྲག་གི་ཡོད་རྒྱུར་བ། བོད་པར་ཏིས་གྲག་ཅིག་ག་རེད་ཟེར་ན་ཁོ་རང་དེ་གི་ཅིག་ང་ཚོའི་ཁུ་ཡུག་དང་ཨ་ནི་ཅིག

རྒྱ་རིགས་ཡིན་ནའང་འདྲ་ཨ་ནི་ཕྱི་རྒྱལ་མི་རིགས་ཡིན་ནའང་འདྲ་དེ་འདྲའི་ནང་ལོགས་ལས་ཡ་ཨ་ནི་མ་ཅིག་གར་སོ་བླ་མ་ལྔ་བཅུ་བའི་སོགས་རེ་བ་དེ་འདྲའི་མང་འགྲེལ་བཤད་རྒྱ་ཡོད་འདུག་ས་ནི་ཡང་སྐོར་འགྲེལ་བཤད་རྒྱ་སྟངས་མ་ཤེས་པ་དེ་འདྲའི་བྱུང་པ་ཡིན་ན་ཡང་སྐོར་གྱི་གོ་བ་ལོག་པ་ལོས་ཡང་གི་ཉེན་ཁ་ཆེན་པོ་ཞིག་ཆགས་ཡོད་བསྡད་པ་འདུག་ས་རེད་ཤག་ཡང་ཁ་ཤས་ཀྱིས་རྐང་བཙུགས་ནས་པའི་འགྲེལ་བཤད་ལོག་པ་བརྒྱབ་སོང་མ་རེད་པས་ཁ་ཅིག་ཨ་ཕའི་བླ་མ་སེ་ཨ་དེ་གལ་ཆེན་པོ་རེད་ད་ཟེར་བས་བླ་མས་ཅི་གསུང་བཀའ་སྒྲུབ་བྱའོ་རེད་ད་ཟེར་བྱས་དེ་འདྲས་གི་བས་སློབ་མ་དབང་དུ་བསྡུ་ཡ་ཟེར་ནའང་འདྲ་འདུག་ཨ། ཡང་ན་ཅིག་སློབ་མ་དེ་ཚོ་ལ་བ་ཁ་འཁྲོལ་བྱས་ཡ་བས་ཁ་ལོ་བསྒྱུར་ཡ་རེད་བ་དེ་འདྲས་གི་ཆེད་དུ་ཡང་སྐོར་འགྲེལ་བཤད་ལོག་པ་དེ་འདྲས་བརྒྱབ་ནས་འགྲེལ་བཤད་ཏག་ཏག་མ་བརྒྱབ་བྱས། འགྲེལ་བཤད་ཆ་ཚང་བ་མ་བརྒྱབ་བྱས། ཨ་ནི་བས།

ད་ཡིན་ན་ད་རིང་འདའི་བཤད་དགོས་ཡག་གི་རྒྱུ་མཚན་གཙོ་བོ་གཅིག་ག་རེད་ཟེར་ན། སྤྱིར་ནས་ངས་ད་ལྟ་བཤད་ཡག་གི་གཅིག་ག་ཚོད་བཤད་ས་རུ་གཙོ་བོ་དེ་ང་ཚོའི་སྤྱི་ཆོས་ལ་ཡར་ཕེབས་ལྟས་མཁན་གི་བཙུན་མ་ཚོ་རེད་ད་ནང་བཞིན་གྱི་གཙོ་བོ་དགོན་སྡེ་ཁག་ལ་ཡང་ཡོད་པའི་གི་གྲྭ་བཙུན་རྣམ་པ་ཚོའི་ཆེད་དུ་དམིགས་བྱས་བཤད་བསྡད་གི་ཡོད་པ་རེད་གཙོ་བོ་དེ་འདྲའི་གི་ཆེད་དུ་དམིགས་བྱས་དམིགས་ཡུལ་འགྲུབ་དེ་དམིགས་ས་རུ་གཙོ་བོ་དེ་འདྲའི་ལ་ཡར་དམིགས་བྱས་ཞུ་དེ་གི་ཡག་རེད་བྱས་ཙང་དེའི་རྒྱུ་མཚན་ལྟས་ནས

ད་ང་ནང་བཞིན་གྱི་ཕྱོགས་གཅིག་ནས་ཞུས་པའི་ནི་ག་རེ་ཟེར་ན་ད་ག་ཚོད་ཐུག་ཐུག་ཅིག་གིས་ཨ་འབྲི་བཤད་དེ་ཚོ་ཆ་ཚང་རུབ་ཅིག་དང། འབྲི་བཤད་པས་ཡང་དག་པ་རུབ་ཅིག། རྒྱབ་ཐོལ་ཡ་རུབ་དེ་འདྲའི་གི་འབད་ཚུལ་ཞུ་ཡོད། དེ་ཞུས་པ་དེ་ལ་བརྟེན་བྱས་ནས་ནི་དཔེར་ན་ཅིག་ད་ལྟ་ཅིག་གསང་སྔགས་ཉམས་ལེན་བྱས་བསྡད་མཁན་གྱི་ང་རང་ཚོས་ཅིག།

ཅིག། དེའི་དབང་དུ་མི་འགྲོ་བ། སོ་མར་བས། དེའི་མགོ་སྐོར་བུ་བསླུ་བྲིད་ཀྱི་འོག་ལ་མི་ཚུད་པ། སོ་མར་བས། ཨ། དེ་འདྲས་ལ་ཕན་ཐོགས་ཏན་ཏན་ཡོད་ཀྱི་རེད་བསམ་དྲན་འདུག། གང་ལྟར་ཡང་དེ་འདྲས་ཀྱི་ཐོག་ནས། གང་ལྟར་ག་ཞུ་ད་རིས་དམིགས་བསལ་བྱས་བྱས། ད་ནམ་རྒྱུན་མི་མང་པོ་ཞིག་ལ། ཁྲིད་བས་ན་སྟབས་བདེ་པོ་ཟེར་གྱི་མི་འདུག་ད། སྟབས་བདེ་པོ་མེད་པའི་རྒྱུ་མཚན་གཅིག་ག་རེ་ཟེར་རྒྱུ་མཚན་གཅིག་དེ་ང་རང་ལ་འབྲེལ་བ་ཡོད་ག་རེ་ཟ་ད་ང་ཡང་ཅིག་བླ་མའི་མིང་རེ་ཅིག་ཁུར་བྱས་ཡོང་རོགས་པ།

དེ་འདྲ་ཡིན་དུས་སར་དེའི་བ་རུ་དང་ང་རང་ལ་མ་བསྡད་མ་བསྡད་ཅི་འདུག། མ་བསྡད་ཡོད་པ་ཡིན་ས་ཨ་ནི་ངའི་ནམ་རྒྱུན་དེ་ཞུ་གི་ཡོད་མ་རེད་ད། ད་ཡིན་ན་མཚམས་མཚམས་ད་མ་བསྡད་ཡོད་པ་ཡིན་ན་མ་ཞུས་རང་ཞུས་རེད་འདུག་ཨ་མ་ཞུས་རང་ཞུས་ཅིག་རང་གིས་གོང་དུ་ཞུས་པ་ནང་བཞིན་གྱི་རྒྱུ་མཚན་དེ་དག་ལ་བལྟས་བྱས་ནས་ཡང་དེ་མཚམས་མཚམས་མ་བསྡད་ཡོད་པ་ཡིན་ན།

ལེགས་སྦྱར་གྱི་རྒྱ་དཔེ་ཅིག་དང། ཨ་ནི་རྒྱ་ནག་གི་སྐད་དུ་བསྒྱུར་བའི་དཔེ་ཅིག་དང། བོད་སྐད་དུ་བསྒྱུར་བའི་དཔེ་ཅིག་བྱས་རྗེས། དཔེ་མི་འདྲ་བ་གཙོ་བོ་གསུམ་ཡོད་བསྡད་པ་འདུག་རེད། ད་ལེགས་སྦྱར་གྱི་རྒྱ་དཔེ་དེའི་གོ་བ་དེ་ང་ཚོས་རྗེས་ལ་ཡང་ཞུ་ཡག་བྱས་རོགས། དེ་རིང་ཞུ་མོག་བ་བྱས། དཀའ་ངལ་ལ་ཡང་རྒྱ་ཡིག་ཐོག་ལ་ཡོད་བསྡད་པའི་འགྱུར་དེ་ཞུས་པ་ཡིན་ན་ཡག་པོ་མིན་འགྲོ་བསམ་དྲན་སོང། རྒྱ་ཡིག་གི་ཐོག་ལ་ཡིན་ན་ཡང་བླ་མ་ལྔ་བཞི་པ་ཅིག་འགྱུར་རྙིང་པ་ཅིག་ཡོད་བསྡད་པ་རེད། དེའི་འགྱུར་སྙིང་པོ་དེ་གང་ལ་ཞུགས་ཡོད་ཟེར་ན་དེ་ལྟ་དཔེར་ན་སྟག་ཀྲུང། སྟག་ཚང་སྦྱིན་ཟེར་བ་ཞོར་བ་འོ་ན་དེའི་དབང་དུ་བྱས་པ་ཡིན་ན་དེའི་གི་ཆོས་ཚན། ཆིག་ཁྲི། མ་གདའ་ཆིག་སྟོང་དྲུག་བརྒྱ་བརྒྱད་ཅུ་གྱ་བདུན་པའི་ནང་ལོགས་ལ་ཡང་ཞུགས་བསྡད་ཡོད་པ་རེད། ཆོས་ཚན་གྱི་ཨང་གྲངས་དེ་ཆིག་ཆིག་སྟོང་དྲུག་བརྒྱ་བརྒྱད་ཅུ་གྱ་བདུན་པ་ཡིན་པ་རེད། ད་དེའི་མཛད་པ་པོ་དེའང་སློབ་དཔོན་རྟ་དབྱངས་ཀྱིས་མཛད་པ་ཡིན་ཞེས་བྲིས་གནང་ཡོད་པ་རེད།

ད་འོ་ན། སློབ་དཔོན་ཉི་མ་གྲགས་པ་ཞུ་ཨ་ཏེ་ག་འདྲི་ཞིག་རེད་ཞུས་པས་ན་ད་སློབ་དཔོན་ཉི་མ་གྲགས་པ་ཞུ་ཨ་ཏེ། ཨ་ནི་སུང་རེན་ཙུང་གི་སྐབས་ལ་ཡང། རྒྱ་ནག་ལ་ཡང་ཨ་ནི་སུང་རྒྱལ་རབས་ཟེར་ཅིག་ད་དེ་འདྲ་གི་རྒྱལ་རབས་ཅིག་བྱུང་པར་བ། ཨ་ནི་དེའི་གི་རྒྱལ་པོ་རེན་ཙུང་ཁྲི་ལོ་དྲུག་པ།

ཁོང་ལ་ཡང་རྒྱ་ནག་གོང་མའི་གི་ཤོན་ཧྥན་ཏག་ཧྲི་ཟེར་ཡང་དེ་འདྲས་གི་ཏག་གོ་ནའི་ནང་ཡོད་པ་འདུག་ཟེར་ཤག་ད་དེ་བོད་སྐད་ཐོག་ལ་ཡང་ཏག་ཏག་ཧྲི་ཅིག་ཅིག་བསྒྱུར་བ་ཡིན་ནའི་དེ་ཅིག་གུ་རྒྱུ་རུ་ཞིག་རང་མི་ནའི་ཏག་གུ་རྒྱུ་དེ་ཡག་པོ་ཅིག་བསྒྱུར་ཤེས་མ་སོང་ད་ག་ད་ཏག་ར་ཤོན་ཧྥན་ཏག་ཧྲི་ལབ་ཤར་ནི་དགའ་ས་རེད་ད་ག་ན་ཁོང་གི་སྐབས་དེ་དུས་ས་ནས་ང་རང་ཚོས་ད་ད་སློབ་དཔོན་ཞི་བ་ལྷས་མཛད་བཞག་པའི་བསླབ་བཏུས་ཡོར་བ། འོ་ན་བསླབ་བཏུས་དང། དག་སྣ་བཞིན་གྱིས་མི་དགེ་བ་བཅུ་ཡི་ལས་ལམ་བསྟན་པའི་མདོ་ལ་སོགས་པ། དག་དེ་འདྲ་གི་ཆོས་ཚན་ཁ་ཤས་ཅིག་བསྒྱུར་གནང་བཞག། དེའི་ནང་ནས་བླ་མ་ལྔ་བཅུ་པ་དེ་ནི་ཁོང་ཁོང་གིས་བསྒྱུར་བཞག་པའི་གི་དག་ཆོས་ཚན་གཅིག་ཆ་དེ་ཡོག་རེད། ཨ་ནི་ཁོང་དང་འཇག་པན་ནས་ཕེབས་པའི་གི་བཙུན་པ། ཁྲང་ཞུན་ཟེར་ཨ་ཁོ་གཉིས་ཨ་ན་གྲོགས་པོ། སེམས་ཐག་ཉེ་པོ་ཡོད་པ་ད་དེ་འདྲས་ཡིན་པས་དེ་འདྲས་ཀྱི་ལོ་རྒྱུས་ཡང་ཡོད་པ་རེད། གང་ལྟར་ཡང། རྒྱ་ནག་སྐད་ལ་ཡང་བསྒྱུར་བའི་གི་བླ་མ་ལྔ་བཅུ་བ་དེ་ཨ་ནི་སུང་རྒྱལ་ར་གོར་བསྒྱུར་བ་བྱས་ང་ཚོའི་བོད་པའི་གི་ཕ་ཆིའི། གཅིག་བྱས་ན་བོད་དཔེ་དེ་དག་ང་ཚོ་བོད་སྐད་ཐོག་ལ་ཡང་བསྒྱུར་བཞག་པ་དེ་ལས་བསྒྱུར་ལོག་ཅན་རིག་འཛིན་བཟང་པོས་བསྒྱུར་བཞག་པ་དེ་ལས་དེ་རྒྱ་ནག་གིས་བསྒྱུར་ཏེ་སྔགས་མེད་འགྲོ་བསམ་བསམ་རུབ་ཅིག་ཕ་གཅིག་དེ་འདྲའི་རིགས་ཞིག་ཡོད་རེད། བསྒྱུར་ཡག་དེ་ཡང་ལེགས་སྦྱར་གྱི་སྐད་ནི་ཚུལ་ཐད་ཀར་རྒྱ་ནག་སྐད་དུ་བསྒྱུར་བཞག་པ་དེ་འདྲ་ཞིག་ཡིན། ཟླ་འདིའི་རྒྱ་ནག་གི་རྒྱ་ནག་སྐད་ཀྱི་ཐོག་ལ་ཡང་ཞུགས་བསྡད་པའི་བླ་མ་ལྔ་བཅུ་པའི་དཔེ་དེ་གའི་ལྟར་ལོ་རྒྱུས་ལ་མདོ་བསྡུས་ཞིབ་ཕྲའི་མདོ་ཟིན་པ་བྱས། ཟླ་འདི་ནས་ང་རང་ཚོའི་བོད་སྐད་ཐོག་ལ་ཡང་ཞུགས་བསྡད་པའི་བླ་མ་ལྔ་བཅུ་པ་འབྱོར། ཟླ་དེ་ད་ང་རང་ཚོའི་བོད་སྐད་ཐོག་ལ་ཡང་བསྟན་འགྱུར་དཔར་མ་འདྲ་མི་འདྲ་མང་ཁ་ཤས་འབྱོར། ཟླ་དེའི་ནང་ལོགས་ནས་ཕྱིས་སུ་སྐད་གྲགས་ཆེ་ཤོས་རེད་པ་དེ་སྡེ་དགེ་བསྟན་འགྱུར་རེད། ཟླ་སྡེ་དགེ་བསྟན་འགྱུར་གྱི་དབང་དུ་བྱས་པ་ཡིན་ན་བླ་མ་ལྔ་བཅུ་པ་དེ་ག་རེའི་ནང་ལ་ཡོད་པོ་ཏི་ག་རེའི་ནང་ལ་ཡོད་རེད་ཟེར་ན་རྒྱུད་ཚུད་པ། རྒྱུད་ཚ་ཞེས་པའི་ཚུལ་ཚུལ་གྱི་ནང་ལ་ཡོད་རེད། ཆོས་ཚན་གྱི་དབང་དུ་བྱས་པ་ཡིན་ན་ཨ་ནི་བདེ་སྐྱིད་བསྟན་འགྱུར་གྱི་ཆོས་ཚན་སུམ་སྟོང་བདུན་བརྒྱ་ཉི་ཤུ་རྩ་གཅིག་པ། དེའི་ནང་ལོགས་ལ་བཞུགས་བདེ་བ་ཅིག་མེད་འགྲོ་བ་སམ་ས་རུབ་ཅིག་དེ་འདྲའི་རེ་བཞག། ད་དེ་ནས། ང་རང་སྡེ་དགེ་བསྟན་འགྱུར་ནང་ལོགས་ལ་ཡ། བླ་མ་ལྔ་བཅུ་པའི་མཛད་པ་པོ་དེ་སུ་ཡིན་གསུངས་ཡོང་དུས་ས་ནས་ཨ་ནེ་ལྷོ་བོན་སྟག་ཡང་ཡིན་པ་གསུངས་ཡོང་རེད། ད། འགྱུར་ཞུས་ཀྱི་མཁན་པོ་ག་རེ་རེད་ཞུས་པ་ཡིན་ན་ཨ་ནེ་རྒྱ་གར་གྱི་མཁན་པོ་པད་མ་ཀ་ར་ཝར་མ་ཞུ་ཡ་དེ་དང་ཨ་ནེ་ཞུ་ཆེན་གྱི་ལོ་ཙཱ་བ་དགེ་སློང་རིན་ཆེན་བཟང་པོ། ལོ་ཙཱ་བ་རིན་ཆེན་བཟང་པོས་འགྱུར་བཞིན་ཞུས་ནས་ཨ་ནེ་འཆད་ཉན་གྱི་གཏན་ལ་ཕབ་པ་ཡིན་ཞེས་ཀྱི་ད་དུ་གསུངས་ཡོང་རེད།

ཆག་ལོའི་ཚན་ཆེན་གཉིས་ཚེ་སྦྱོང་འདི་གང་རེད། བྱས་ཙང་ཆག་ལོ་ག་རིང་བསྒྱུར་ཡིན་ཞེས་ཞུས་ཤེས་ཀྱི་མི་འདུག་སྟེ། གང་ལྟར་ཡང་ཆག་ལོ་རྩ་བའི་བསྒྱུར་བཞག་པའི་གི་ཡང་བསྒྱུར་གཞན་པ་ཅིག་ཡོད་པ་དེ་རྗེ་ཙོང་ཁ་པ་ཆེན་པོས་མཛད་པའི་གི་བླ་མ་ལྔ་བཅུ་པའི་འགྲེལ་པ་ནང་ལོགས་ལ་ཡང་གསལ་འདི་གང་རེད། བྱས་ཙང་བོད་ལ་ཡང་མ་མཐའ་ཡང་བླ་མ་ལྔ་བཅུ་པ་དེ་ལ་འགྱུར་མི་འདྲ་གཉིས་ཡོད་པ་འདྲ་གཅིག་དེ་ད་གིན་ཞུས་དེ་ཡང་གི་ལོ་རྩ་བ་རིན་ཆེན་བཟང་པོ་བསྒྱུར་བཞག་པ་དེ་བྱས།

ད་ལྟ་དེ་ཡང་ང་རང་ཚོ་བསྟན་འགྱུར་ནང་ལོགས་ལ་ཡང་ཞུགས་ཏུ་ཡོད་པ་རེད། དཔེར་ན་སྡེ་དགེའི་བསྟན་འགྱུར་རི་བོ་ཕྱག་བཞག་པའི་ནང་བླ་མ་ལྔ་བཅུ་པོ་བྱས་དེའི་འོག་ད་ག་རང་ལ་ཡང་བླ་མ་བླ་མའི་བསྙེན་བཀུར་གྱི་བཀའ་འདྲི་ཟེར་ཡག་དེ་ཡོད་རེད་པ་ཐུགས་སུ་རེག་བཞག། ད་དེའི་འགྲེལ་པ་དེ་སུས་མཛད་པ་རེད་ལབ་ཡིན་ན་ད་རྒྱ་གར་གྱི་མཁས་པ་གཅིག་མཛད་པ་རེད་ཅེས་ལབ་དགོས་ཡོད་རེད་བྱས་ཙང་ད་རྒྱ་གར་གྱི་མཁས་པ་སུས་མཛད་པ་རེད་ལབ་ཡིན་ན་འདི་ལ་ཡང་ཨ་ནི་ཁ་ཤས་གཅིག་གིས་དཔེ་འབྲུ་དང་ནག་གི་རིན་ཆེན་གྱི་མཛེས་པར་རེ་བྱས་ཤིང་དེ་འདྲའི་ངོས་འཛིན་ལྡན་གྱི་འདི་འདྲའི་ཡོང་བསྡད་ཀྱི་ཡོད་ས་རེད། ཡིན་ན་ཡང་དེ་ཕལ་ཆེར་ཏག་ཏག་ཅིག་བསྡད་ཀྱི་ཡོད་ས་མ་རེད། རྒྱུ་མཚན་ག་རེ་ཟེར་ན། བཀའ་འགྲེལ་ཁོ་རང་གི་མཛད་བྱང་གི་ནང་ལོགས་ལ་ག་རེ་གསུངས་ཡོད་རེད་ཟེར་ན། བླ་མ་ལྔ་བཅུ་པའི་བཀའ་འགྲེལ་འདི་ནི་རྫོགས་སོ། རྒྱ་གར་ཤར་ཕྱོགས་ཀྱི་མཁས་པ་ཆེན་པོ་པཱལ་ནག་གི་རིན་ཆེན་གྱི་བཀའ་དྲིན་ལས་ལེགས་པར་སྦྱར་བའི་སྐད་ཀྱི་ཆ་ནས། སྐད་ཀྱི་ཆ་ཤས་རིག་པ་གཞོན་ནུ་དཔལ་གྱི་དཔལ་ལྡན་བླ་མ་དམ་པའི་དབེན་གནས་ལྷ་ཁང་སྟེང་དུ་བསྒྱུར་བའོ་ཞེས་བྱས་གསུངས་ཡོད་རེད། དེ་ལ་ཡང་ལྟས་བ་ཡིན་ན། ད་ལྟ་བླ་མ་ལྔ་བཅུ་པའི་དཀའ་འགྲེལ་དེ། བསྒྱུར་བ་པོ།

ད་ནང་བཞིན་གྱི་ཞྭ་དམར་སྤྱན་སྔ་ཆོས་གྲགས་མཛད་ཞྭ་བོད་ཀྱི་འགོ་ལོ་གཞོན་ནུ་བེ་གི་རྣམ་ཐར་ཅེས་པ་རེད། ཞྭ་དམར་སྤྱན་སྔ་ཆོས་གྲགས་དེ་ཞྭ་དམར་བཞི་པར་བ། ཞྭ་དམར་སྐུ་འཕྲེང་བཞི་པ་རེད་ཞྭ་དམར་སྐུ་འཕྲེང་བཞི་པ་ཁོ་རང། འགོ་ལོ་གཞོན་ནུ་བེ་གི་དངོས་སློབ་རེད། དེ་ཙང་ཁོང་གིས་མཛད་ཞྭ་བེ་གི་འགོ་ལོའི་རྣམ་ཐར། ཡོན་ཏན་རིན་པོ་ཆེ་མཆོག་ཏུ་རྒྱས་པའི་འབྱོན་པ་ཟེར་བ་ཅིག་འདི་འདྲ་ཞིག་ཡོད་རེད། དེའི་ནང་དུ། གར་གསུངས་ཡོད་རེད་ཟེར་ན། བླ་མ་བསྙེན་བཀུར་བའི་བཀའ་འགྲེལ་མཛད་བྱང་མེད་པ་ཞེས་བྱས་དེ་འདྲ་གསུངས་འདུག་བ། བྱས་ཙང་བླ་མའི་བསྙེན་བཀུར་བཀའ་དྲིན་དེ་ལས་མཛད་བྱང་ཡོད་མ་རེད་མཛད་པ་པོ་སུ་ཡིན་གསལ་པོ་ཡོད་མ་རེད་ཅེས་ཅེས་གསུངས་འདུག་བ་དེའི་རྒྱུ་མཚན་བལྟས་པ་ཡིན་ན། ད་ལྟ་མགོ་ལོག་གཞོན་ནུ་བས་ཀྱི་བསྒྱུར་གནང་བཞག་པའི་ཀྱི། ད་ལྟ་བཀའ་ཤག་བླ་མའི་བསྙེན་བཀུར་གྱི་བཀའ་དྲིན་དེ་མཛད་པ་པོ་སུས་མཛད་པ་དེ་གསལ་པོ་མེད་པ་འདྲ། ད་དེ་དག་བླ་མའི་བསྙེན་བཀུར་གྱི་བཀའ་འགྲེལ་འབྱོར་པ་བླ་མའི་བསྙེན་བཀུར་གྱི་བཀའ་འགྲེལ་དེའི་ནང་ལོགས་ལ་ཡང་རྩ་ཚིག་ཏོག་ཙམ་ཏོག་ཙམ་ཐོན་དགོས་པ་རེད་དེའི་རྩ་ཚིག་དེ་ཡང། རིན་ཆེན་བཟང་པོའི་གྱི་འགྱུར་ནང་བཞག་པའི་གྱི་རྩ་ཚིག་དེ་དང་ཏོག་ཏོག་ཙམ་མི་འདྲ་ཡོང་སྡིག་འདུག། དེ་རིང་འདི་ཡང་ཁོ་རྩ་ཚིག་འདི་ཅི་ལྟར་ད་ལྟ་ལེགས་སྦྱར་གྱི་རྒྱ་དཔེ་མི་འདྲ་བ་ཅི་གཉིས་ཞིག་ཡོད་པ་འདྲ་དེ་དེའི་སྐོར་སང་ཉིན་རྗེས་ལ་ཞུ་ཆོག་འདུག་གང་ལྟར་ལེགས་སྦྱར་གྱི་རྒྱ་དཔེ་མི་འདྲ་བ་གཉིས་ཡོད་པ་དེའི་ནང་ནས་ཡང་རྩ་ཚིག་དེ་གཙོ་བོ་ཐོགས་སེ་མ་འདྲ་ཡོད་པ་བྱེད། ཨ་ད་ན་བཞིན་ལོ་ཙཱ་བ་རིན་ཆེན་བཟང་པོའི་དེ་དང་ཡང་ཅིག་མཐུན་མ་མཐུན་རུང་ཁ་ཤས་ཡོང་དེ་འདུག། གང་ལྟར་ཡང་ད་ལྟ་རྒྱ་འདྲེ་དེ་མགོ་ལོག་གཞོན་ནུ་བས་ཀྱི་རྒྱུ་གནང་བཞག་པའི་རྒྱ་འདྲེ་དེ་རྗེ་ཙོང་ཁ་པ་དང་རྗེ་ཙོང་ཁ་པས་ཀྱི་བླ་མ་ལྔ་བཅུ་བས་ཀྱི་འགྲེལ་པ་བརྩམས་གནང་བའི་སྐབས་ལ་ཡང་ཕ་གཞིའི་རྒྱ་འདྲེ་དེ་གཟིགས་ཡོད་ས་མ་རེད་དེ་གཟིགས་མེད་པ་དེ་རྗེ་ཙོང་ཁ་པ་ཆེན་པོའི་ཀྱི་འགྲེལ་པའི་ནང་ལོགས་ལ་ཡང་གཟིགས་པ་ཡིན་ན་གསལ་པོ་ཡོང་རེད་ད་ནས་བཞིན་ཚར་ཆེན་བློ་གསལ་རྒྱ་མཚོ་གྱི།

དབང་གྲགས་པ་རྒྱལ་མཚན་གྱི་རྗེ་ཙོང་ཁ་དཔོན་སློབ་ཉིས་བརྒྱ་ཙམ་བོན་གྱི་བཀྲ་ཤིས་དོ་ཁ་ལ་ཡང་གདན་དྲངས་ནས་བཞུགས་བསྡད་པའི་སྐབས་ལ་ཡང་མགོ་ལོག་གཞོན་ནུ་དཔལ་གྱིས་ཐོག་མར་རྗེ་ཙོང་ཁ་པ་ཕ་ཆིན་མཇལ་བའི་སྐབས་དེ་དུས་ས་ནས་ཐོག་མར་མཇལ་གནང་ཡིན་པ་འདྲ། དེ་དུས་ས་ནས་མགོ་ལོག་གཞོན་ནུ་དཔལ་གྱིས་རྗེ་རིན་པོ་ཆེ་སྐུ་མདུན་ནས་ཆོས་མང་པོ་གསན་གནང་ཞིང་ད་དེའི་གྲས་ནས་བླ་མ་ལྔ་བཅུ་པ་དང་རྩ་ལྟུང་གི་རྣམ་བཤད་བླ་མ་ལྔ་བཅུ་པ་རྗེ་རིན་པོ་ཆེ་གོ་རང་མཛད་བཞག་པའི་པ་ལྕེ་བླ་མ་ལྔ་བཅུ་པའི་རྣམ་བཤད་དེ་ཡིན་ས་རེད། ཨ་ནི་རྩ་ལྟུང་གི་རྣམ་བཤད་དེ་ཚོ་གསན་པ་ཡིན། དེ་རིང་གསུངས་བཞག་དེ་རྗེ་ཙོང་ཁ་པ་ཆེན་པོས་ཁོང་གི་སྐུ་མདུན་ནས་ཁོང་གིས་གསན་པ་ཙམ་དུ་མ་ཟད་པས་ཕྱིས་སུ་གཞན་ལ་ཡིན་ན་ཡང་འཆད་ཉན་ཐེངས་ཁ་ཤས

ད་དེ་ནས་བོད་ལ་ཡང་བླ་མ་ལྔ་བཅུ་པའི་གྱི་མཇལ་བ་ཅིག་གྲགས་ཆེ་བ་རུང་གར་གར་ཡོད་ར་ཞེས་བཤད་པ་ཡིན་ན་ད་ཅི་ད་ངས་དེ་རིང་ལབ་སང་དེ་ཚང་མ་ལོ་མ། ཐོག་རུབ་བརྒྱབ་ཐུབ་མ་སོང་དེ་ཡིན་ན་ཡང་ད། བླ་མ་ལྔ་བཅུ་བའི་གི་བོད་འབྲེལ་གི་ནང་ལོག་ནས། ད། སྔ་ཤོལ་འདྲ་བུ་གཅིག་དེ་རྗེ་བཙུན་གོང་མ་རྣམ་གཡེང་གི་དྲན་ནས་རྗེ་བཙུན་གྲགས་པ་རྒྱལ་མཚན་གི་མཛད་བཞག་བས་གི་བླ་མ་བསྟེན་པའི་ཐབས་ཤོ་ལོག་གི་ལྔ་བཅུ་བའི་གསལ་བྱེད་ཟེར་ཡག་ཅིག་ཡོད་པ་རེད་དེ་རྙིང་ཤོལ་གཅིག། ད་ལྟ་ཡོད་པའི་ནང་ལོག་ནས་རྙིང་ཤོལ་གཅིག་མེད་འགྲོ་སོང་ས་རུབ་གཅིག་འདུག་ད། རང་བཞིན་གི་འགྲོ་མགོན་ཆོས་འཕགས་གི་མཛད་བཞག་བས་གི་བླ་མ་ལྔ་བཅུ་བའི་བསྡུས་དོན་ཟེར་ཡག་ཅིག

ད་དེ་ནས་ང་ནི་བོད་ལ་ཡ། བླ་མ་ལྔ་བཅུ་པའི་གྱི་འགྲེལ་པ་སྐད་གྲགས་ཅན་གཅིག་ག་རེད་ཟེར་ན་རྗེ་ཙོང་ཁ་པ་ཆེན་པོའི་མཚན་ཞབས་པའི་གྱི་བླ་མ་ལྔ་བཅུ་པའི་རྣམ་བཤད་སློབ་མའི་རེ་བ་ཀུན་སྐོང་ཟེར་ཡ་དེ་ཕྱག་དེ་ཡོག་རེད། དེ་ནས་དེའི་རྗེས་ལ་ཡ། དེའི་རྗེས་སུ་བྱོན་པའི་བླ་མའི་ནང་ལོགས་ནས་ད་བེད་ན། ཀམ་ཚང་ཆོག་ཕྱག་ཞབས་ཡིན་ན་རྗེ་བདུན་པ་ཆོས་ར་རྒྱ་མཚོའི་གྱི་མཚན་ཞབས་པའི་གྱི་བླ་མ་ལྔ་བཅུ་པའི་གྱི།

ད་དེ་ནས་ད་རེས་བླ་མ་ལྔ་བཅུ་པ་དུ་མ་ཞུ་དུས་ས་ནས་རྗེ་བཙུན་གྲགས་པ་རྒྱལ་མཚན་གྱིས་བླ་མ་ལྔ་བཅུ་པའི་གསལ་བྱེད་ཀྱི་ནང་ལོགས་ལས་ཡང་སྤྱི་དོན་གསུམ་གྱི་སྒོ་ནས་མ་བསྟན་མ་བཤད་ཡག་འདྲ་པོ་ཅིག་དེ་འདྲ་ཅིག་གསུངས་ཤག་དེ་ཡག་པོ་རུ་འདུག་བསམ་པ་དྲན་སོང་ཅིག་མ་དེ་དེ་འདྲ་ཆོག་འདྲ་པོ་ཞུས་པ་ཡིན་ན་གོ་བ་ལེན་བདེ་པོ་རུ་མེད་འགྲོ་བསམ། དེས་ན་ག་རེ་གསུངས་འདུག་བསམ། དང་པོ་དེ་ལ་ཡང་སྤྱི་དོན་སྤྱི་དོན་མར་དང་སྤྱི་དོན་གསུམ་མར་དང་ངས་ཞུ་ཞུ་དག་ནོ། སྤྱི་དོན་སྤྱི་དོན་ལྔ་རེད། སྤྱི་དོན་ལྔའི་སྒོ་ནས་ཨ་ནེ་བླ་མ་ལྔ་བཅུ་བ་དེ་བསྟན་གྱི་ཡིན་གསུངས། དེ་སྤྱི་དོན་ལྔ་རེ་ག་རེ་ག་རེ་རེད་ཟེར་ལབ་ཡིན་ན་དང་པོ་དེ་ལ་གཞུང་རྩོམ་པའི་གི་གང་ཟག་དང་ག་ན་གཞུང་འདི་བརྩམས་མཁན་སུ་ཡིན་པ་ངོ་སྤྲོད་བྱས་ཡག་བྱས། གཉིས་པ་དེ་ཨ་ནེ་གཞུང་འདི་ཁོ་རང་ད་གསང་སྔགས་ཀྱི་དང་འབྲེལ་པ་ཡོད་བསྡད་པའི་གཞུང་ཅིག་ཡིན་ཡིན་ཙང་ཨ་ནེ་གསང་སྔགས་ཀྱི་རྒྱུད་སྡེ་གང་ལ་བརྟེན་ནས་བརྩམས་པ་ཡིན་པ་ད་དེ་ནས་གསུམ་པ་དེ་དགོས་པ་གང་གི་དོན་དུ་བརྩོན་པ་ཡིན་པ། ད་དེ་ནས་བཞི་པ་དེ་ད་བཤད་པའི་དུས་བླ་མ་ལྔ་བཅུ་བ་དེ་མ་འཆད་ཉན་བྱེད་ཨ་གི་དུས་ཚོད་འགྲུབ་པ་དེ་ག་དུས་ཡིན་པ། ཨ་ནི་ཐ་མ་དེ་ལས་བསྡུས་པའི་དོན་དུ་བསྟན་པ་དང་དངོས་སུ་བླ་མ་ལྔ་བཅུ་བའི་དོན་དང་དངོས་སུ་བཤད་ཨ་དེ་བྱེད་བྱེད་གང་ན་དོན་ཚན་རྣམ་པ་ལྔའི་སྒོ་ནས་བསྟན་བཞག་སྟེ། གོ་བདེ་བོར་འདུག་བསམ་དྲན་སོང། ད་དོན་ཚན་རྣམ་པ་ལྔའི་ནང་ནས་དང་པོ་དེ་ག་རེད་ཟེར་ན་གཞུང་རྩོམ་པའི་གང་ཟག་གང་གིས་བརྩམས་པ་ཟེར་ཏེ་ད་དེར་འགྲེལ་བཤད་ཞུས་པ་ཡིན་ད་ག་ན་བླ་མ་ལྔ་བཅུ་བས་ཟེར་གཞུང་དེ་སུས་བརྩམས་པ་རེད་ཟེར་ཏེ་རོ་པ། སྐད་ཆ་དེ། བླ་མ་ལྔ་བཅུ་བས་གཞུང་དེ་སུས་བརྩམས་པ་རེད་ཟེར་ལབ་ཡིན་ན་ད་དེ་ཏོག་སུ་རྙོག་དྲ་ཚ་བར་བྱེད་རེད་ཤག། བླ་མ་ལྔ་བཅུ་བ་རྩོམ་པ་པོ་སུ་ཡིན་མིན་ཐད་ལ་ཡང་གསུང་ཚུལ་མི་འདྲ་བ་ཁ་ཤས་ཤིག་ཡོང་གི་ཡོད་ས་རེད་ད་དེའི་ནང་ལོགས་ནས

གང་ལྟར་རྟ་དབང་དང་བྷ་བྷི་ལྷ་དེ་མི་གཅིག་གམ་གང་ཟག་རབ་གཅིག་ལ་ངོས་འཛིན་བྱེད། མི་གཅིག་ལ་ཡང་ངོས་འཛིན་བྱེད། ཁོ་མཚན་གྱི་རྣམ་གྲངས་མི་འདྲ་བར་གྱི་མ་གཏོགས་མཚན་རྟགས་དང་མི་འདྲ་བར་གྱི་རེད་མ་གཏོགས་དོན་དག་རྡོག་རྡོག་མི་གཅིག་རེད་བྱས་བྱས་དེ་འདྲས་ཀྱི་མི་གཅིག་ལ་ངོས་འཛིན་བྱེད་དེ་འདྲས་ཡོང་འདུག་འདུག་ག། ཡིན་ན་ཡང་སྐབས་འདི་ལས་ད་སློབ་དཔོན་རྟ་དབང་དང་སློབ་དཔོན་བྷ་བྷི་ལྷ་ཟེར་བ་དེ་གང་ཟག་ཁག་ཁག་ལ་ཡང་ངོས་འཛིན་བྱེད་དེ་འདྲས་ཡག་ག་མེད་འགྲོ་བསམ་བསམ་རབ་གཅིག་དྲན་སོང། དེའི་རྒྱུ་མཚན་ག་རེད་ལབ་ཡིན་ན། སློབ་དཔོན་བ་སྦི་ལྷ་དང་ཨ་ནེ་སློབ་དཔོན་ཏཱ་ཁོ་རང་གཉིས་ཀྱི་རྣམ་ཐར་ཁོ་རང་དེ་ཚོ་འདྲ་ས་མ་རེད་བསམ་བསམ་རོགས་ཞེས་དེ་འདྲ་རེད་བཞིན་འདུག་ཏོག་ཙེ་མ་འདྲ་ཤེས་ཡག་འདུག། འཇར་པན་གྱི་མཁས་པ་ཁ་ཤས་བཤད་པ་ཡིན་ན། ང་བླ་མ་ལྔ་བཞི་པའི་གཞུང་དེ་ཨ་ནེ་བྷ་ཇའི་ཏཱ་ཀ་ཧྲུའེ་གསང་སྔགས་ཀྱི་དུས་མཇུག་ཟེགས་མར་བའི་ད་ཅིག་གསང་སྔགས་ཀྱི་བསྟན་པ་དར། ལྷག་པར་དུ་ཨ་ནེ་བྷ་ཇའི་གསང་སྔགས་བླ་མེད་ཀྱི་བསྟན་པ་དར། དེ་ཚོ་དར་ཚར་བའི་རྗེས་ལ་ཡང་གཞུང་འདི་བར་ཆིག་དེ་འདྲ་ཅིག་གར་བྱུང་བ་དེ་འདྲ་ཞིག་རེད། དེ་འདྲ་ཡིན་དུས་ས་ནས་ཨ་ནེ་ལྷོ་བོན་ཏཱ་ཡང་ཏེ་བྷ་ཇའི་དུས་རབས་དཔེར་ན་ཏཱ་ཀ་ཧྲུའེ་ཁ་ཤས་ཀྱི་ཏཱ་གཉིས་པ་ཤེས་ཨ་ར་བོ། ད་དུས་རབས་གཉིས་པ་གཉིས་པའི་སྐབས་ནས་བྱུང་བ་རེད་ཟེར་ཤེས་ཡག་རེད་བོ། ཡང་ག་ཤེད་དེ་དུས་རབས་ལྔ་པ་དྲུག་པ་ཤེས་ཡག་རེད་བོ་ད་འདྲ་མང་པོ་བྱུང་ཡག་འདུག་དུ་བ། གང་ལྟར་ཡང་དུས་རབས་ལྔ་པ་ཅིག་ནས་བྱུང་བསྡད་པའི་གི། དེ་འདྲའི་ཅིག་གི། མཁས་པ་ཆགས་བསྡད་ཡོག་རེད་བྱས་ཙང། ལྔ་བཅུ་བ་ཁོ་རང་གི་ཨ་ནི་གཞུང་གི་བསྟན་དོན་ལ་ཡག་པ། བཏགས་པ་ཡིན་ན་ཨ་ནི། ཨ་ཧྲོད་ད། གསང་སྔགས་བླ་མེད་ཀྱི་བསྟན་པ་འདུལ་ཤུགས་ཆེན་པོ་དར་ནས་ཚར་བའི་རྗེས་ལ་ཡང་བསམ་བྱ་བའི་གི་སོར་བཞི་འདུག། དཔེར་ན། དེའི་རྒྱུ་མཚན་གཅིག་ག་རེ་ཡོད་ཟེར་ན། ད་ལྟ་དེ་བླ་མ་ལྔ་བཅུ་པའི་གི་ཤོ་ལོ་ཀ་བཞི་བཅུ་ཞེ་དགུ་པ་ནང་ལོགས་ལ་ཡང་དེ་ནི་སྔགས་སྲོག་སྦྱིན་པ་ཡི། དམ་ཆོས་སྣོད་དུ་བྱས་ནས་སུ་རྩ་བའི་ལྟུང་བ་བཅུ་ཞི་ནས་བརླག་དང་འཛིན་པ་ཉིད་དུ་བྱ་བྱེད་བྱེད་གསང་སྔགས་བླ་མེད་ཀྱི་བརྩེ་དུང་བཅུ་བཞི་དེ་བསྟན་ཡོད་པ་ཡིན་དུས་བཟང་ནས། དེའི་གསང་སྔགས་བླ་མེད་དར་བའི་རྗེས་སུ། དེའི་གཞུང་དེ་བརྩམས་པ་ཡིན་པ་གསལ་པོ་རེད། དེའི་རྒྱུ་མཚན་ལ་བརྟེན་ནས། སློབ་དཔོན་རྟ་དབྱངས་ཀྱི་མཛད་པ་རེད་ཅེས་བཤད་པ་ཡིན་ན། བ་ཅེས་བཤད་ཐུབ་པའི་དཀའ་ལས་ཁག་པོ་རེད་ཅེས་དེ་འདྲ་བཤད་ཉེན་དེ་འདྲ་ཡོང་གི་ཡོད་རེད། ད་ལྟ་རྗེ་བཙུན་གྲགས་པ་རྒྱལ་མཚན་གྱིས་མཛད་བཞག་གི་ད་ང་གིས་ད་གིས་ཞུས་པ་ནང་བཞིན་གྱི་ད་ལྟ་ད་ཡོད་ཀྱི་ང་རང་ཚོའི་ད་བོད་འབྲེལ་ཐམས་ཅད་ཀྱི་ནང་ལོགས་ནས། བླ་མ་ལྔ་བཅུ་པའི་འགྲེལ་པ་སྔ་ཤོས་ཀྱི་གྲས་གཅིག་སྟེ། ཨ་ནི། ས་ཆེན་གོང་མ་རྣམ་ལྔའི་གྱི་ནང་ལོགས་ནས་རྗེ་བཙུན་གྲགས་པ་རྒྱལ་མཚན་གྱིས་མཛད་བཞག་པའི་བླ་མ་ལྔ་བཅུ་པའི་གསལ་བྱེད་ཕྱག་བྲིས་ཀྱི་མདོ་ཞིག་ངས་ད་གིས་ཞུས་པ་ཡིན་པ། དེའི་ནང་ལོགས་ལ་ཡང་ཨ་ནི། རྩོམ་པ་པོ་སུ་ཡིན་བཅས་ཀྱི་གསུངས་པའི་སྐབས་ལ་ཡང་ཨ་ནི་སློབ་དཔོན་བྷ་བྷི་ལགས་རེད་ཅེས་གསུངས། སློབ་དཔོན་བཱ་པི་ལྷ་སེ་ཨ་ཏི་ཀས་ཁོ་རང་གི་རིགས་དེ་རྒྱལ་པོ་ཟླ་བའི་རིགས་ཞེས་བྱ། ག་ད་རྒྱལ་པོའི་རིགས་རེད་བྱས་པ་འདྲ་རྒྱལ་པོའི་རིགས། རྒྱལ་པོ་དེ་ལ་སྔོན་མ་ཉི་མའི་རིགས་དང་ཟླ་བའི་རིགས་གཅིག་བཤད་བསྡད་འདུག་བ། དེ་འདྲས་བྱས་བྱས་རྒྱལ་པོ་ཟླ་བའི་རིགས་རེད། ཨ་ནི་ཁོང་རྒྱལ་སྲིད་སྤངས་བྱས་ནས་ཨ་ནི་ནཱ་ལེནྡྲའི་གཙུག་ལག་ཁང་ལ་ཡང་རབ་ཏུ་བྱུང་ནས་བླ་མ། ཛེ་ཏཱ་རི་དང་ནོར་བཟངས་ཞེས་བྱ་བ་དེ་འདྲས་བླ་མར་བསྟེན་པ་རེད། ད་ཁོང་ལ་ཡང་དཔེ་འདི་ལྟར་ཆེན་པོ་གྱུར་པ་རེད་དེ་ཡིན་ན་ཡང་ད་ཅིག་དཔེ་འདི་ལྟར་ཆེན་པོའི་གི་དེ་རེད་ཅིག་མ་རག་མེད་འགྲོ་མཚན་གནས་རེད་པ་ཅིག་མ་ཐོབ་བྱེད་ཅིག་ཅིག་མཚན་གནས་དེ་ཕ་ཆེ་རྒྱལ་པོས་གནང་དགོས་ཡོད་ས་རེད་ཡིན་ན་ཡང་དེའི་གི་མཚན་གནས་རེད་པ་དེ་ཁོང་ལ་མ་ཐོབ་པ་ཡིན་དུས་སང་ནས་ཨ་ནི། ཁོང། ནཱ་ལེནྡྲ་ནི་བ་ག་ཤ་མཆོག་བ་ག་ལ་ལ་ཡག་པའི་གནས་སྤོས་ཆེད་ཕེབས་པ་རེད་ཟེར་ཅིག་དེ་འདྲའི་ཅིག་གསུང་སྲོལ་ཅིག་ཡོད་པ་རེད། ཡང་ཁ་ཤས་ཀྱིས་ལབ་ཡིན་ན་ཡང་ཁོང་ཁ་ཤས་ཀྱིས་ཟེར་ན་ཨ་ནེ་ལྷོ་བན་བ་བི་ལགས་ཀྱིས་ཡང་ཁོང་གི་ཡང་ཅིག་ག་རེ་བའི་རྣམ་ཐར་མི་འདྲ་ཅིག་ག་རེ་བའི་རྣམ་ཐར་ཡང་ཏོག་ཙེ་ཅིག་བཤད་སྟངས་མི་འདྲ་ཅིག་ཡོད་པ་རེད། བཤད་སྟངས་མི་འདྲ་དེ་ག་རེད་ཟེར་ན་ཁོང་དང་པོ་ཕྱི་རོལ་བས་ཀྱི་དཔོན་རིགས་དེ་ཞིག་རེད།

གསུང་དང་རུ་མི་འདྲ་ཕྱི་གཉིས་ཡོད་འདྲ། གང་ལྟར་ཡང་ཨ་ནེ་ཕྱིས་སུ་ཀོང་བཱ་ག་ལ་ལ་ཡར་ཕེབས་བྱས། ཡུལ་དབུས་ནས་བྷ་ཤར་ཕྱོགས་རྒྱ་གར་ཤར་ཕྱོགས་བཱང་ག་ལའི་ལུང་པ་ལ་ཡར་ཕེབས་བྱས། བཱང་ག་ལའི་ལུང་པ་ལ་ཡར་ཨ་ནེ་ཙན་དྲ་གོ་མི་གིས་བཱང་ག་ལ་དང་ཐག་ཉེ་ས་གཅིག་ལ་ཡར་ཙན་དྲ་གོ་མི་བཞིན་བཞག་པའི་གི་གླིང་གི་སྒྲོལ་མ་ཟེར་བ་ཞིག་ལྟ། ལྟ་དེ་འདྲའི་གཅིག་གི་ཕ་ཆེ་སྒྲོལ་མའི་སྐུ་འདྲ་རེ་བྱེ་མས་འགྲོ། བྱེ་མས་བཟོས་བཞག་པ་བྱེ་མས་བཟོས་བཞག་པའི་གི་སྒྲོལ་མའི་སྐུ་འདྲ་ཞིག་ཡོད་རེད། དེ་ལ་ཡར། མཆོད་པ་བྱེད་ཁང་བྱོན་པའི་སྐབས་ལ་ཡཱ་ཨན་ནི་འཛམ་བུའི་གླིང་དང་ཉེ་བར་བཙུན་ཏའི་གླིང་ཟེར་ཅིང། བཙུན་ཏའི་གླིང་ཟེར་ཅིང་འཛམ་བུའི་གླིང་ཟེར་དུས་ས་དང་འཛམ་བུའི་གླིང་ཟེར་ན་ངོ་མ་དེ་འཛམ་བུའི་གླིང་ཟེར་རྒྱ་གར་ལ་ཡཱ་འཛམ་བུའི་གླིང་ལགས་འདུག་བ། རྒྱ་གར་ལ་འཛམ་བུའི་གླིང་ཡིན། རྒྱ་གར་གྱི་ད་ཕྱི་གླིང་འབྱོར་བ། འོ་དེ་ལ་འཛམ་བུའི་གླིང་ལགས་འདུག་བ། དེ་དང་ཉེ་བའི་གླིང་ཕྲན་གྱི་ཙུ་ཏའི་གླིང་ཟེར་ཆོག་ལ། ཙུ་ཏའི་གླིང་ཟེར་དེ་ལ་ཡང་མི་དེ་ཚོ་རྐང་པ་གཅིག་མ་གཏོགས་ཡོང་མ་སོང། རྐང་པ་གཅིག་མ་གཏོགས་མེད་པ་བྱས། ཨ་ཕ་ཚོས་འགྲོ་དུས་ས་ནས་མི་གཉིས་གཉིས་མཉམ་དུ་འགྲོ་དགོས། ད་མི་གཅིག་ལ་རྐང་པ་གཅིག་མ་གཏོགས་མེད་ཙང་འགྲོ་ཤེས་གི་མ་རེད། མི་གཉིས་གཉིས་གཉིས་མཉམ་འགྲོ་ཞེས་ཤིབ་བྱས་པའི་འཕྲུལ་འཁོར་གྱི་འགྲོ་བ་ཞིག་དེ་འདྲ་ཞིག་ཡོང་བ་རེད། ཨོ་ད་དེ་ལ་ཡང། ཁོང་དེ་ལྟ་དེའི་གར་ས། བཙན་བྲག་ཁོལ་མིའི་བཞིན་བཞག་པའི་སྒྲོལ་མས་ཀྱི། བྱེ་མའི་ཟོལ་བྱེ་མ་ལས་ཟོལ་བཞག་པའི་སྒྲོལ་མའི་སྐུ་འདྲ་དེ་ལ་ཡང་མཆོད་པ་ཕུལ། ཨ་ཕས་གོ་དགོངས་བྱས་ཕ་ཕས་དུས་བཟང་ནས། ཨ་ནེ་ལང་ཀ་ལ་ཡ། ད་བཙུན་ཟླའི་གླིང་གི་མི། དེ་འདྲས་ད་ག་ད་མི་རྐང་པ་གཅིག་མ་གཏོགས་མེད་བསྡད་ཀྱང་ཨོ་ད་དེ་འདྲས་ཀྱི་ད་གླིང་འདྲས་ཅིག་ཡོད་རེད་ད་དེ་ཚོའི་དེ་འདྲས་ཀྱི་མི་གཅིག་གིས་ཨ་ན་གྲུ་གཟིངས་བཏང་ནས་སླེབས་པ་དང་ཨ་ན་སློབ་དཔོན་ཆེན་པ་གཉིས་ཁ་ཐུག་རྒྱབ་བྱས་ཨ་ན་ཁོ་ཚོའི་གི་མི་རྐང་པ་གཉིས་པ་མི་རྐང་པ་གཉིས་བྱས་དེ་འགའི་རྩར་མཐོང་མྱོང་ཡོད་མ་རེད་བྱས་ཙང་ཁོ་རང་དེ་ངོ་མཚར་ཆེན་པོ་རུ་བྱུང་རྗེས་ཨ་ན་སློབ་དཔོན་དེས་གང་བྱུང་རེད་དེ་ཕ་ཁུར་རོགས་བྱས་པ་རེད་ད་ད་དེ་སྒྲོལ་མའི་སྐུ་འདྲ་ཡོད་ས་དེ་ལ་ཡང་ཕ་ཁུར་རོགས་བྱས་པ་རེད། ད་ལྟའི་རྩུ་ལྟའི་གླིང་ཟེར་ཡ་དེ་ག་འདྲའི་ཡིན་ད་ལྟའི་ཅིག་དཔེ་གར་ཤོ་བའི་ཅིག་ཅིག་གི་ངོ་མཚར་ཆེན་པོ་རེད་འདུག་བ་ད་དེ་བདེན་པ་ཡིན་ད་རྫུན་མ་ཡིན་ད་འདི་ག་འདྲའི་ཡིན་ནའི་བསམ་བསམ་རེད་འདུག་བ་རྐང་པ་ཅིག་མ་གཏོགས་མེད་ཀྱོག་གི་ཨེ་ནི་འདི་འདྲའི་གི་པའི་གླིང་ཕྲན་ཅིག་ཡོད་རེད་ལབ་དུས་སང་ད་དེ་གན་ས་རེད་འདུག་བ་ད་ཡིན་ནའི་ཡང་ང་ཚོའི་ནམ་རྒྱུན་རྣམ་པ་ལྷན་རྒྱས་ཚོས་ཐུགས་སྣང་གནང་ཡོད་ན་མེད་ན་ང་རང་ཚོའི་ས་སྐྱ་ལེགས་བཤད་གི་ནང་ལོགས་ལ་ཡོད་རེད་ད། ས་སྐྱའི་ལེགས་བཤད་ནང་ལོ་ག་རེ་ཡོད་རེད་ཟེར་ན། ཆོ་ག་ཉམས་པར་བྱས་པ་ནི་ཆོ་ག་ཚང་བར་བྱས་ལ་བསྙེགས། རྩུ་ལྟའི་ཡུལ་དུ་ཕྱིན་པ་ན་རྐང་གཉིས་པ་ལ་མིར་མི་བརྩི། རྩུ་ལྟའི་ཡུལ་ཟེར་བ་དེ་ལ་ཡང་ཕྱིན་པ་ཡིན་ན། ཡང་ན་ལུང་པ་དེ་གི་མི་དེ་ཁོ་རང་མི་དེ་ལ་ཡང་ན་རྐང་པ་ཡ་གཅིག་མ་གཏོགས་ཡོད་རྐང་པ་གཅིག་མ་གཏོགས་ཡོད་མ་རེད། རྐང་པ་གཉིས་བཙུགས་མཁན་གྱི་མི་གླས་ཡོང་པ་ཡིན་ན་ཡང་ན་དེའི་མི་བྱས་ལ་བཞག་གི་ཡོད་མ་རེད་དེ་འདྲ་བཤད་ཀྱི་ཡོད་རེད།

ཆོས་པ་ཕི་ག་ཐེ་ཨ་ནི་དེ་ལ་ཡང་ཨ་ནི་སྒྲུབ་པ་མཛད་ནས་ཏོའོ་སུ་བཞུགས་ཡོད་ས་རེད། ད་ཡིན་ན་ཡང་དེའི་གི་གླིང་དེ་ལ་ཡང་ཕལ་ཆེར་ནང་པ་སངས་རྒྱས་པའི་ཆོས་དར་ཡོད་ས་མ་རེད། ཆོས་དར་མེད་པ་ཡིན་དུས་ཙང་ནས་ད་འདི་ལ་བསྡད་ནས་ཆོག་ས་གས་མི་འདུག་དེ་འདྲ་ཡིན་ཙང་ད་ང་རང་ཕ་ཡུལ་བར་ལོག་འགྲོ་དགོས་ཡིན། བར་ལོག་བྱས་ནས་ཨ་ནི་སེམས་ཅན་ལ་ཡང། ཕས་བདག་གི་ཡིན་དགོངས། དེ་འདྲའི་བྱེད་ཅེས་དགོངས་པ་བཞེད་འདུག་ཨ། ད་ཡིན་ན་ཡང་ཁོང་ཕར་ལོག་ཅིག་མི་བདག་གིས་ཚུལ་ལོ་དུས་བསགས་ནས་ནི་ཙུ་ཏའི་གླིང་གི་མི་དེ་ཚོས་རོགས་པ་བྱེད་བྱས་ཚུལ་གར་སོང་བའི་ཚུལ་ཡོང་ཐུབ་པར་བ་གླིང་ཕྲན་དེ་ནི་ཨ། ད་ཕར་འགྲོ་ཞིག་མི་འདུག་ཨ། ད་ཕར་འགྲོ་མ་ཤེས་དུས་ཨ་ནི། རྗེ་བཙུན་སྒྲོལ་མ་ལ་ཡང་གསོལ་བ་བཏབ་པ་རེད། ད་རྗེ་བཙུན་སྒྲོལ་མའི་སྐུ་འདྲ་ཁྲིད་ལ་ཡོད་པ་ཡིན་ཙང་ཨ་ནི་རྗེ་བཙུན་སྒྲོལ་མ་ལ་གསོལ་བ་བཏབ་ཡོད། རྗེ་བཙུན་སྒྲོལ་མ་ལ་གསོལ་བ་བཏབ་ཡོད་དུས་བསགས་ནས་ནི། ནུབ་གཅིག་རྨི་ལམ་ནང་ལོག་ལ་ཡ། རྗེ་བཙུན་སྒྲོལ་མས་བདག་བར་ལུང་བསྟན་རབ་གནང་བྱས། ཨ་ནི་ཁྱོད་རང་ག་བར་འགྲོ་དགོས་ཡོད་ན་དེ་བས། སོ་སོའི་སེམས་ལ་ཡ་དྲན་བྱས་ནས། ག་བར་འགྲོ་དགོས་ཡོད་ན་ལུང་པ་ག་བར་འགྲོ་དགོས་ཡོད་ན་དེ་སེམས་ལ་ཡ་དྲན་བྱས། ཨ་ནི། དེ་ལ་འགྲོ་གི་ཡིན་བསམ་བསམ་རུང་དེ་འདྲའི་ཅིག་གི་པས་ཕན་པ་བཏང་ནས། ཨ་ནི། ག་བ་འགྲོ་དགུ་ཡོད་པའི་ནི་དེའི་གི་ཁ། ཁ་ཕྱོགས་དེ་ལ་ཡ་ཨ་ནི་མགོ་བསྟན་བྱས་གཉིས་ཉལ་འདོད། དེ་དུས་བྱས་ཅི་ལུང་བསྟན་གནང་བ་རེད། ཨོ་ད་སྒྲོལ་མས་རྨི་ལམ་ནང་ལོར་ལུང་བསྟན་གནང་བ་ནང་བཞིན་བྱས་བྱས་ཨ་ནི་ཁོ་རང། ཁོ་རང་འགྲོ་འདོད་ཟེར་གི་ལུང་པ་དེ་ཨ་ནི་ཡིད་ལ་ཡ་སྒོམས། ཨ་དེ་ལ་ཡང་འགྲོ་གི་ཡིན་བསམ་པའི་ཕན་པ་བཏང་བྱས་ནས་ནི་ལུང་པ་དེ་གི་ཁ་ཕྱོགས་ག་བ་ཡིན་ན་དེ་ལ་ཡང་ནི་སྔས་མགོ་དེ་དེ་སྔས་མགོ་སོ་མར་བ་དང་དབུ་དེ་དེའི་ཕྱོགས་ལ་བ་བསྟན་བྱས་ཉལ་དེ་རེད། ཉལ་དེ་དུས་སང་ནི་ཨ་ནི་སང་ཉིན་གཉིད་བསད་ཡོང་དུས་སང་ནི་ཨ་ནི་ལུང་པ་དེ་ལ་ཡང་ཏག་ཏག་སླད་དུ་ཡོང་རེད།

ཨ་རེ། ནཱ་ལེནྡྲ་ལ་ཡང་འགྱུར་བ་ཆེན་པོ་ཞིག་ད་ཕྱིན་ཡོང་རེད། ག་རེ་ཟར་ཁོ་རང་ངོ་མ་ཆུང་ཆུང་སྐབས་ལ་ཡང་ནཱ་ལེནྡྲ་ལ་ཡང་ཡོད་བསྡད་པའི་གི་ཅིག་པིན་དྲི་དང་ཏོ་ཟེར་འབྲས་བུ་གསུམ་རུ་དགོང་ལོ་འབྲས་བུ་དེ་ཚོ་ནི་མང་ཆེ་འདས་ཟགས་འདུག། ཨ། ད་ངོ་མ་ཁོ་རང་སྐབས་ལ་ཡང་ཡོད་བསྡད་པའི་གི་པིན་དྲི་ཅིག་ངོ་མ་ཁོ་རང་སྐབས་ལ་ཡང་ཡོད་བསྡད་པའི་གི་ཏི་ཅིག་སློབ་སྦྱོང་བྱས་བསྟེན་གི་སློབ་སློབ་མ་གསར་པ་དེ་ཚོ་ཚང་མ་ལོ་པིན་དྲི་དང་ཆགས་ཞེན། བསྡད་འདུག། དེ་དེ་བྱས་ཡོད་འདུག་བསམ་མཐའ། ཁོང་ཅིག་ཕ་ཅིག་དེའི་པ་རུ་དེ་ལ་ཡ་ད་ཅིག་ཁོང་ཅིག་གཞན་དོན་བྱེད་ཡག་གི་གོ་སྐབས་རུ་བ་ཅིག་མ་རྙེད་ཡིན་པ་འདྲ་ག་རེ་ཟེར་ན། ཁོ་རང་ངོ་མ་ཡོད་པའི་སྐབས་ལ་ངོ་བཤད་པ་དེ་བཟོ་ནས་ད་མང་ཆེ་གྲོང་གསར་ཆེ། ཁོ་རང་ངོ་མ་བྷེ་གའི་བཞུགས་བསྡད་པའི་སྐབས་ལ་ཡ་ཨ་ནེ་ཏིས་ཀར་ཧྲུར་ད་སློབ་མ་གསར་པ་ཟོག་མར་བས་ཅིག་བྱ་བ་གསར་པ་དེ་ཚོ་ཡིན་ན་པས་དགའ་དགའ་ལོ་པི་འདི་དང་ཆགས་ཆགས་འདུག་ཟེར་ཟེར་ད་ད་ཁོང་ལ་བར་ཅིག་ཁོང་ངོ་ཤེས་མཁན་རེད་པ་ཅིག་དང་ཡ་ཆེ་མཁན་རེད་པ་ཞེ་དྲག་ཅིག་མ་བྱུང་ཡིན་པ་འདྲ། དེའི་རྒྱུ་མཚན་ལ་བལྟས་ན་ད་ངས་གཞན་དོན་བྱེད་ཐུབ་པོ་མི་འདུག་དགོངས་བྱས་ན་ཏོག་ཙེ་ཅིག་ཐུགས་སྐྱོ་ཟེར་ན་འདྲ་འདུག་ཡང་ཏོག་ཙེ་ཅིག་ཐུགས།

དགོང་མོ་གཅིག་ལ་ཡང་རྨི་ལམ་གྱི་ནང་ལོགས་ལ་ཡང་ལུང་བསྟན་གནང་བྱས། སྒྲོལ་མས་ལུང་བསྟན་གནང་བྱས། ཨ་ནི་ཕ་ཆེན་ཁོང་གི་ད་མི་འདི་འདྲའི་མང་པོ་ཞིག་ཤི་ཡོད་པ་ཅི་ཕ་ཆེན་མ་དགོངས་མེད་འགྲོ་ག་རེ་ཟེར་ན་ཙུ་ལྟའི་གླིང་ཟེར་ད་ཁོ་ཐག་རིང་པོ་ཞིག་ཅིག་རེད་དོ། ད་ཡིན་ན་ཁོང་ཐུགས་ཁྲོས་ཀྱི་སྔགས་བརྒྱབ་ནས་གསང་བའི་མི་ཅིག་བརྒྱབ་ཡོང་དུས་བསམ་ན་ཨ་ནི་ཁ་བ་མང་པོ་ཞིག། ས་ཐག་རིང་པོ་ལ་ཡོད་པའི་མི་མི་དང་དུད་འགྲོ་མང་པོ་ཞིག་ལས་ཨ་ན་དཀའ་ངལ་ཞིབ་བཞི་སྤྲད། ཤི་རྨས་མང་པོ་ཞིག་བཟོས་དེ་འདྲ་བྱས་པ་ཡིན་ཙང་ཨ་ན་སྒྲོལ་མས་རྨི་ལམ་གྱི་ནང་ལོགས་ལ་སྒྲོལ་མས་ལུང་བསྟན་གནང་བྱས་ད་ཁྱོད་རང་དངོས་གནས་དྲན་ན་ཐིགས་པ་ཆེན་པོ་བྱང་ཆུབ་སེམས་དཔའ་ཅན་ཡིན་པའི་སྐད་ཆ་རེད། ཁྱོད་རང་གི་ལས་ཀ་དེ་སེམས་ཅན་ལ་ཕན་འདོགས་ཡག་གི་ལས་ཀ་བྱེད་དགོས་ཡོད་རེད་དེ་ཡིན་ན་དེ་མ་བྱས་པ་བྱས་ཏེ་ད་ཁྱོད་རང་གི་སེམས་ཅན་མང་པོ་ཞིག་ལ་གནོད་པ་སྐྱེལ་སོང། དེ་འདྲས་ཡིན་དུས་སང་རས་ཨ་ནི་ཁྱོད་རང་ལ་སེམས་ཅན་བློས་སྤངས་པའི་གི་ཉེས་པ་ཡོང་གི་རེད་དེ་འདྲས་ཡིན་དུས་ཁྱོད་རང་བཤགས་པ་བྱེད་འོང་རེད་ཟེར་ཅེས་དེ་འདྲས་ཀྱི་ལུང་བསྟན་གནང་བ་རེད། དེ་ལུང་བསྟན་གནང་ཡོང་དུས་སང་རས་ཨ་ནི་སློབ་དཔོན་ཁོ་རང་གིས་ཨ་ཐ་ཨོ་ད་ངས་འགྲིག་མི་འདུག་ངས་ནོར་འདུག་དགོངས་ཞེས་ད་བཤགས་པ་ཕུལ་དགོས་དགོངས་པ་རེད། བཤགས་པ་ཕུལ་དགོས་དགོངས་ད་བཤགས་པ་ཕུལ་ས་འདྲ་བོ་འདི། ག་འདྲའི་ཆེད་ལས་རྒྱག་གི་ཡོད་ན། གོང་ནས་ཞུ་དུས་ས་གནས་རྒྱ་ནག་རི་བོ་རྩེ་ལྔ་ལས་ཡ་ཕག་པ་འཇམ་པའི་ཡང་མངོན་སུམ་དུ་བཞུགས་དུ་ཡོད་རེད་ཟེར་ཅིག་ད་དེ་འདྲའི་ཆེད་ཀྱི་སྐད་ཆ་ཞིག་ཡོད་པ་ཡིན་དུས་བསམ་ན་ད་དེའི་གི་སྐུ་མདུན་ལ་ཡང་ཕྱི་ཉིན་བྱས་ནས་དཔེ་སྡིག་པ་བཤགས་པ་ཡིན་ན་ཡག་པོ་མེད་འགྲོ་ཞེས་བྱས་དེ་འདྲའི་གི་དགོངས་པ་བཞེས་བསྡད་པའི་སྐབས་ལས་ཡང་ཡང་བསྐྱར་སྒྲོན་མེ་ལུང་བསྟན་གནང་བྱས་ཨ་ཁྱོད་རང་ད་རྒྱ་ནག་རི་བོ་རྩེ་ལྔ་དེ་འདྲའི་ཕྱི་ཉིན་ཅིག་བཤགས་པ་བྱེད་ཀྱི་ཡིན་ཟེར་ཨ་དེ་དེ་འདྲའི་བསམ་བློ་བཏང་ནས་སྡིག་པ་དག་མ་རེད།

དཔེ་ཆ་དེ་འདྲའི་བརྩམས་དགོས་རེད། ག་རེ་བརྩམས་དགོས་རེད་ཟེར་ན་རྩ་ལྟུང་གི་རྣམ་བཤད་དང་བླ་མ་ལྔ་བཅུ་པའི་དེ་འདྲའི་བརྩམས་དགོས་རེད། རྒྱུད་སྡེ་མང་པོ་ལ་ཡང་འགྲེལ་པ་བརྩམས་དགོས་ཀྱི་རེད་བྱས་བྱས། དེ་འདྲས་བྱས་བྱས་ཨ་ནུ་སྒྲོལ་མས་ལུང་བསྟན་གནང་བ་རེད། ཨ་ནུ་སྒྲོལ་མས་ཀྱི་ལུང་བསྟན་གནང་པ་ནང་བཞིན་གྱི། དེ་ནས་སློབ་དཔོན་དེས་ཀྱི། བླ་མ་ལྔ་བཅུ་པ་དང། དག་སྣང་ཞིང་གི་རྩ་ལྟུང་གི་རྣམ་བཤད། དག་སྣང་ཞིང་ཕྱག་ན་རྡོ་རྗེ་དབང་བསྐུར་བའི་རྒྱུད་དང། ནས་ལེགས་གྲུབ་ཀྱི་རྒྱུད་དང་རྣམ་སྣང་མངོན་བྱང་དང། རྡོ་རྗེ་གདན་བཞི་དང་རྡོ་རྗེ་མཁའ་འགྲོ་དང་རྒྱལ་བ་རྡོ་རྗེ་ལ་སོགས་པ་དག་འདི་འདྲ་གི་རྒྱུད་མང་པོའི་གི་འགྲེལ་པ་བྲིས་གནང་བ་རེད།

གཅིག་དེ་ག་རེ་རེད་ཟེར་ན་ཕྱག་རྒྱ་ཆེན་པོ་སྒྲུབ་པའི་ལྷག་པའི་ལྷ་དེ་འདེབས་ཆོག་བྱེད། ཕྱིའི་བར་ཆད་སེལ་བ་ལ་སྒྲོལ་མ་བྱེད་ནང་གི་བར་ཆད་སེལ་བ་ལ་མི་གཡོ་བ་བྱེད་བྱེད། གང་ལྟར། འདེབས་ཆོག་དང་སྒྲོལ་མ་དང་མི་གཡོ་བ་གསུམ་པོ་དེ་གོང་གི། ནི། གང་ཟག་ཡི་དམ་གྱི་ལྷ་ཡི་གཙོ་བོ་འདི་བསྟན་གནང་གི་ཡོད་ས་རེད་དེའི་རྒྱུ་མཚན་བསྟན་ན། ཁོང་ལ་ཡང་ལྷ་གསུམ་པ་བྱེད་བྱེད། དེ་འདྲའི་ཡང་ལབ་ལབ་ཡོད་རེད། ད་ནང་བཞིན་གྱི།

སྐོར་ལ་ཡང། བསྟན་བཅོས། དམ་ཚིག་རྒྱ་མཚོ་ཟས་ཞོར་པ། དེའི་དམ་ཚིག་རྒྱ་མཚོ་ཟས་ཨ་ཏི་གཙོ་བོ་སློབ་དཔོན་འཇམ་དཔལ་གྲགས་དཔལ་གྱི་གཞུང་འདི་ཚོ། ཞི་བྱར་དུ་གནང་ནས་མཛད་པ་རེད་ཅེས་བཅས་དེ་འདྲའི་གསུང་སྲོལ་འདུག་ག་གང་ལྟར། སློབ་དཔོན་འཇམ་དཔལ་གྲགས་པ་དང་སློབ་དཔོན་འབུམ་པི་ལ་ཟས་ཨ་ཏི་ལ། ཁོང་རྣམ་པ་གཉིས་ལ་མང་དུ་ཐོས་པ་ཅན་བྱས་ཅེས་དེ་འདྲས་ཀྱི་ཡང་སྐད་གྲགས། འགྲོ་བ་སྤྱི་ཡི་ཡང་ཤུགས་ག་ལ་གང་འཚམས་ཡོད་ས་རེད། གང་ལྟར་བྱས་ནས་ད་ག་ད་སློབ་དཔོན་ཁོང་ཡང་ཅིག་སློབ་དཔོན་རྒྱ་གར་སློབ་དཔོན་ནང་ལོགས་ནས་ཡང་ཅིག་སྐད་གྲགས་འགྲོ་གི་ཡོད་བསྡད་པ། ད་དེ་འདྲ་ཞིག་ཡིན་པ་འདྲ། གང་ལྟར་དེའི་གི་ཐོག་ནས་རྩོམ་པ་པོའི་གི་གང་ཟག་སློབ་དཔོན་བོམ་པི་ལིག་གི་རྣམ་ཐར་ངོ་སྤྲོད་རོགས་འདུག་ཟེར་གྱི་ཡིན། ད་དེ་རྗེ་བཙུན་གྲགས་པ་རྒྱལ་མཚན་གྱི་ལྷ་དང་འབྲེལ་པའི་གནང་ལུང་བསྟན་བཞེད་པ་འདི་འདྲ་ཞིག་རེད་བཞག། ཟས་གཙང་འདི་ཡི་གི་ལོ་རྒྱུས་དེ་དང་སློབ་དཔོན་རྟ་དབང་གི་ལོ་རྒྱུས་འདི་གཉིས་དེ་ཟིག་འདྲ་གི་མི་འདུག་ཨ། བྱས་ཙང་ངས་བསམ་པ་ཡིན་ན་ནི་ཁོང་རྣམ་པ་གཉིས་གང་ཟག་གཅིག་རེད་ལབ་པ་ལས་གང་ཟག་ཚ་ཚད་རེད་ལབ་ཡིན་ན་ལྟོས། དཀར་ཕྱོགས་ཀྱི་རྒྱུ་མཚན་མང་པོ་ཅིག་གི་ཐོག་ནས་ཡག་ག་མེད་འགྲོ་བསམ་བསམ་རོགས་ཅིག་དེ་འདྲ་ཅིག་ཡོང་རེག་འདུག་ཨ། མ་གཞི་འདིའི་སྐོར་ལ་ཡང་རྗེས་མ་རྗེས་ལ་ཡང་ག་ལེ་ག་ལེ་ཞུ་ཆོག་གི་རེད་བསམ་དྲག་འདུག། ལགས་སོ་ད་དེ་རིང་འབའ་ཞིག་འདི་ག་ཙམ་ཡང་མཚམས་བཞག་བཞག་ན་ཡག་གི་མེད་ན་ད་རིང་མགོ་མགོ་བཙུགས་ཐུབ་པ་ཙམ་གྱིས་ཡག་པོ་རེ་བྱུང་སོང་ཨ། གཞན་བར་ནམ་རྒྱུན་གཅིག་གསུང་ཆོས་དེ་ཚོ་མགོ་བཙུགས་ཡག་ལ་དཀའ་ངལ་རེ་ཞིག་འཁོར་དུས་ཚིག་བར་ཆད་རེ་ཏིག་སུ་ཡོང་གི་འདུག་མཚམས་མཚམས་བར་ཆད་རེ་བྱས། ང་ཡང་ཁ་ཚོན་གཅིག་འཆམ་པ་རེ་ཕོག་བྱས་འཆམ་པ་དེ་ཡག་པོ་དྲག་རོགས་མ་བྱས་བྱས། དེའི་མཉེ་ལ་བྲེ་བ་ཚ་བོ་བཞི་བོ་ཆགས། དེའི་རྗེས་ལ་ཆམ་པ་ཕོག། ད་ཆམ་པ་ཕོག་ནས། བྲེ་བ་ཚ་བོ་བཞི་བོ་ཆགས་ཙང་ངལ་གསོ་རྒྱབ་ལོང་མ་བྱུང་བྱས། ད་ནི་འཁོར་དེ། རྒྱུན་རིན་པོ་ཆེ་ལ་མ་གྲགས་ཡིན་ཙང་ལྟོ་བ་ཞིག་དཀར་ཆུ་ཁ་ཚང་ཞག་དང་པོ། ཅིག་གསུང་ཆོས་རེ་བ་བྱས་ཐུབ་ཡོང་མ་ཡོང་བསམ་བསམ་རེ་བ་བྱུང་སོང་དེ་ཡིན་ནའི་ད་ད་ལྟ་ཨོ་རྩོ་ཨོ་རྩོ་རེ་བ་ཅིག། ཡོང་བསྡད་འདུག་བྱས་ཙང། ད་ནི་ད་རིང་དེའི་གསུང་ཆོས་དེ་མགོ་བཙུགས་ཐུབ་པ་བྱུང་བ་རེད་བྱས་ཙང་ད་མགོ་བཙུགས།